རང་ཚོ་དྲི་བ་བྱུས་ད། འདི་ནང་ཆུ་འཐུང་གི་འདུག་ཨ། ཆུ་དེ་འདི་ལ་བླུགས་ཡིན་ད། ཤེལ་དམ་འདི་ནས་ཤེལ་དམ་འདི་ལ་ཡིན་ད། ཁྱེད་རང་ཚོས་ག་རེ་ལབ་ཡིན་ན་དེ་ལ་ཡང་ཚོད་དཔག་བྱེད་ཨ། ཆུ་དེ་འདི་ནས་མ་བླུགས་དུས། ཆུ་དེ་འདི་ལ་ཡང་ཕྱེད་ཀ་ཙམ་ལེགས་གི་རེད། མ་རེད། གཅིག་བྱས་ན་ཆུ་དེ་ཕྱེད་ཀ་ལས་ཉུང་ཙམ་ལེགས་གི་རེད། མ་རེད། གཅིག་བྱས་ན་ཕྱེད་ཀ་ལས་མང་བ་ལེགས་སྲིད་པ་རེད། རང་ཚོའི་རོགས་པ་དང་གྲོས་མཐུན་ཡིན་དང་ཚོད་དཔག་ག་རེ་བྱས་ཡོད་མེད་ལྟོས་ཨ། ཡིན་དང་སློབ་ཕྲུག་ཚོ་ད་བྱེད་ཀྱིན་དང། ཨོ་ལྷོད་ལྷོད་བྱས་ནས་ཕྱེད་ཀ་ལས་མང་བ་ལས་ཟུང་ནས་ད་དེ་ཡམ་ཚེ་ཡག་རེད་མི་འདོད་ཨ། དེ་ལས་ཡག་ག་རེ་བྱེད་ཀྱི་ཡོད་བ་དེ་ཧ་གོ་ཡོད་ཨ། རྒྱ་ཁྱོན་ཆུང་ཤོས་ཀྱི་དབྱིབས་རྩིས་ཀྱི་གཟུགས་དེ་ག་རེ་ཡིན་པ་ཤེས་ཀྱི་ཡོད་པས། ཟླུམ་གཟུགས་ཤིག། དུམ་གཟུགས་ཤིག་རེད་བ། དེ་འདྲ་ཡིན་དུས་ཉི་མ་དང་ཟླ་བ་དེ་ཚོ་དུམ་གཟུགས་རེད་འདུག་བ་དག་ནས་གསལ་གོ་ལ་རེད་བ། དེ་ངོས་ཀྱི་རྒྱ་ཁྱོན་ཆུང་ཤོས་དེའི་ནང་ལོགས་ལ་ཚུལ་ཁུམ་པོ་རེད། ང་ཚོས་དུམ་གཟུགས་ཀྱི་རྒྱ་ཁྱོན་ལ་བལྟས་པ་ཡིན་ན་དེ་ཧ་ལས་པའི་ཆུང་ཆུང་རེད་དེ་གལ་སྲིད་དེ་དང་བསྡུར་བ་ཡིན་ན། ཨོ་ངའི་ལག་ལ་རྒྱ་ཁྱོན་ཆུང་ཆུང་ལ་གི་ཡོད། སོང་ཙང་ཤོང་ཚད་དང་བསྡུར་བ་ཡིན་ན། དེ་འདྲ་ཡིན་དུས་དེ་ལས་ཡོད་པའི་ཤོང་ཚད་དེ་དང་འདི་གཉིས་གཉིས་ཀྱི་ཤོང་ཚད་གཅིག་པ་རེད་འདུག་བ། སློབ་གྲྭ་ལ་འགྲོ་གི་ཡོད་པའི་ཕྲུ་གུ་ཆུང་ཆུང་དེ་ཚོས་དེའི་གནས་སྟངས་དེ་མཐོང་མ་རེད་བ། ཁོ་རང་ཚོ་དེ་ཧ་གོ་ཡ་ལ་འཚར་ལོངས་ཀྱི་བརྒྱུད་རིམ་ངེས་ཅན་ཅིག་འགྲོ་འོར་བ། ཡིན་ནའི་ང་ཚོས་དེའི་སྐོར་གྱི་གནས་ཚུལ་དེ་ཧ་གོ་གི་ཡོད་རེད་བ། ཤོང་ཚད་གཅིག་པ་ཡིན་པ་ང་ཚོས་ཤེས་ཀྱི་ཡོད་རེད། གལ་སྲིད་ངས་ཆུ་དེ་ཁོ་རང་རང་ཅག་བག་བླུགས་བས་ནས་ཡར་ལུད་གི་རེད་བས། ད་ལྟ་རང་ཚོས་ལན་དེ་མཐོང་གི་ཡོད་རེད་བ་ག་རེ་ལབ་གི་ཡིན་བ། མ་རེད། གཅིག་བྱས་ན།
གལ་སྲིད་དེ་སྔོན་ལ་མཐོང་མེད་ན་ག་རེ་ལབ་གི་ཡིན་བ། མ་རེད།
ཧ་ལ་ཡག་རེད་བ།
དེ་འདྲ་ཡིན་དུས་གར་བྱས་ནས་འདིའི། ཤོང་ཚད་ཆེ་མདོག་ཁ་བ་མཐོང་གི་ཡོད་རེད་འདི་ལས། ཆེ་ཆུང་གི། གང་ཡིན་ཟེར་ན་འདིའི་ཟུར་ངོས་ཀྱི་རྒྱ་ཁྱོན་དེ་ཆེ་བ་ཡོད་ཙང་རེད། ཁྱེད་རང་ཚོས་མཐོང་བའི་སེན་ཏེ་མེ་ཏར་ཁ་གང་དམའ་དམའ་བོ་དེ་ཚོའི་གྲངས་ཚད་དེ། གང་ལས་མང་བ་ཡོད་རེད། དེ་གའི་སེན་ཏེ་མེ་ཏར་ཁ་གང་མའི་གྲངས་ཚད་དེ་དང་ཕན་ཚུན་བསྡུར་བ་ཡིན་ན། སོང་ཙང་རྒྱ་ཁྱོན་དང། ཤོང་ཚད། ལོགས་ག་རེད། ང་ཚོས་འདིའི་མཐོང་བ་ལ་གཞི་བཞག་ནས་ཤོང་ཚད་ག་འདྲས་ཡིན་པ་དེ་ཚོད་དཔག་བྱེད་ཀྱི་ཡོད་རེད། ཡིན་ནའི་རང་ཚོས་རྒྱ་ཁྱོན་མ་གཏོགས་མཐོང་གི་ཡོད་མ་རེད། མ་ཟད་རང་གི་ཕྱི་ནས་ཡང་མཐོང་གི་ཡོད་རེད་པ། ཁྱེད་རང་གིས་དངོས་པོ་ག་འདྲས་བྱས་ནས་ཡག་ཆེ་རུ་བཏང་ནས་ཅིག་བལྟས་པ་ཡིན་ན་སྙིང་རྗེ་བོ་དེ་འདྲས་མཐོང་ཡོང་གི་རེད། ཁྱེད་རང་གིས་ཧ་གོ་གི་ར་དངོས་པོ་དེ་ཚོ་ཡག་ཆེ་རུ་འགྲུལ་དུས་དཔེ་ཆ་ཤོར་བས་ནས་རྩི་ཤིང་དེ་ཚོ་ཡག་ཆེ་རུ་འགྲུལ་དུས་འཇིག་སྒོ་ཆེ་རུ་འགྲོ་གི་རེད་པ། གང་ཡིན་ཟེར་ནས་རྒྱ་ཁྱོན་ཆེ་རུ་འགྲོ་གི་ཡོད་རེད་པ། གལ་སྲིད་དེ་ལྡབ་གཉིས་ཀྱིས་ཆེ་རུ་ཕྱིན་པ་ཡིན་ན་ལོ་མའི་རྒྱ་ཁྱོན་ཡང་དག་ན་ཞིག་འགྲོ་གི་རེད་པས། ལོ་མའི་རྒྱ་ཁྱོན། དེ་ཧ་གོ་ཡག་ལ། ལན་དེ་མ་ནས་འགོ་བཙུགས། ཡིན་ད། ལན་དེ་མ་ནས་འགོ་བཙུགས་ན་ནས་འཇུག་དུས་ཡིན་ད་ཐབས་ཤེས་ཡིན་ད། མིན། རེད་ད་དེ་རིང་ང་ཚོ་ཏག་ཏག་དེའི་སྐོར་ལ་ཡང་བཤད་གིན་གདའ་རོ། ཡིན་གདའ། ང་ཚོ་ཚང་མས། ང་ཚང་མ་ལ་ཡང་གལ་སྲིད་ངས་འདི་འདྲའི་ལབ་ཡིན་ན་འགྲིག་གི་ཡོད་ན་ལྟོས་ཨ། ང་རང་ཚང་མ་ཕྲུ་གུ་ཆུང་ཆུང་ཡིན་པའི་སྐབས་ལ་གྲོག་མ་ཆུང་ཆུང་དེ་ཚོ་བཏང་མྱོང་ཡོད་རེད་པ། ང་ཚོས་དེ་འདྲས་བྱས་ཡར་དུས་ཚོད་བཏང་གི་ཡོད་ཨ། གྲོག་མ་དེ་ཚོ་དེ་འདྲས་བྱས་ནས་ཕར་ཚུར་འགྲོ་གི་ཡོད་ཨ་མ་ཚད་ཉམས་རྟོགས་རྡོ་ཆེན་པོ་དེ་འདྲས་རྒྱག་གི་ཡོད་ཨ། གཟུགས་པོ་ལ་དཔག་པའི་རྡོ་ཆེན་པོ་རེད་བ། ང་ཚོ་ཧང་སང་གི་ཡོད་རེད་བ་གྲོག་མ་དེ་ཚོ་དེ་འདྲས་ཤུགས་ཆེ་ལ། ཁྱེད་རང་ཚོའི་ནང་ལ་མི་གང་རུང་ཞིག་ཡོད་པས་ཕྲུ་གུ་ཆུང་ཆུང་ཡིན་དུས་དེ་འདྲས་དཔེར་ན་དེ་འདྲས་རེད་བ། སྣང་མེད་དང་ནི་དབྱུག་བྱ་ནི་མ་བདེ་བ་རོ། གྲོག་མ་དེ་འདྲའི་ཡོད་ཆེ་ནི་རྡོ་ཁལ་ཅན་དྲུག་གི་ཡོད་པ་དེ་ལ་རོ། དག་སྣང་བཞིན་ཁོང་ཚོ་ཡོད་པའི་ཤུགས་དེ་ལས་ཡང་ཧང་མ་སངས་རྒྱས་དྲུག་དེ་འདྲ་ཡོད་པས་ཡིན་ད། སུ། ཧཱུྃ། དྲུག་ཅུ་བཅུ་གི་ཚོགས་མ་རག་པ་འདྲ་བ་རོ། ང་ཚོ་མང་ཆེ་བ་དེ་འདྲའི་མཐོང་མྱོང་ཡོད་རོ། ད་ཁྱེད་རང་ཚོ་ལ་ཡང་དྲི་བ་ཞིག་ཡིན་ད། རང་ཚོའི་བསམ་པར་གྲོག་མ་དེ་ཤུགས་ཆེ་ལོས་རེད་ཆེན་པོ་བ་ན་ཧ་ལས་པའི་ཆེན་པོ། ཤུགས་ཆེན་པོ།
དེ་འདྲས་རེད་བས། ག་གི་ད་བསྡུར་ནས་དྲི་བ་ཡག་པོ་དྲིས་སོང། ད་དེ་འདྲས་བྱུང་བ་ཆ་བཞག་ཡིན་དཱ། གླང་རྗེས་ཀྱིས་སྒོ་དེ་ནས་ཚུར་ཡོང་བར་བྱས། དེ་གིས་ཤིང་སྡོང་མ་དེ་ཚོ་ཡར་བཀྱག་ཡར་བསྐོར་བཙུགས། དེ་ཕྱོགས་སྒོ་དེ་ནས་ཚུར་གྲོག་མ་ཅིག་ཡོང་བར་བྱས་འགྲོ་བ་གྲོག་མ་དེ་ཡང་ཆེ་ཆུང་དེ་གླང་རྗེས་དང་བརྩེ་ཡོད་བྱས། གྲོག་མ་དེ་མིག་སེར་བོ་ཞིག། གྲོག་མ་མིག་སེར་དེ་དེ་ག་འདྲས་བྱས་པ་ཡང་ང་ཧ་གོ་མི་སྲིད་ད། ཚན་རིག་གི་རྟོག་བཟོས་འདྲས་ཇུ་ཇུ་ཇུ་ཇུ་ཇུ་ཟེར་ཏེ་ཆེན་པོ་ཆགས་འགྲོ་བ། ཕྱིར་ཕྱིན་པའི་གྲོག་མ་དེ་གིས། བུམ། བུམ། བུམ། ཟེར་དུས་གླང་ཆེན་ནང་བཞིན་དེ་འདྲས་འགྲོ། ད་ཁོ་གཉིས་བར་ལ་འགྲན་བསྡུར་བྱེད་ཡག་རེད། སུས་བརྗེས་པ་དེ་བཀྱག་གི་ཡོད་པ་ལྟ་ཡག་རེད། ཁྱེད་རང་སུའི་ཕྱོགས་གཅིག་ཨ། སྐུ་གྲོངས་མ། རོགས་པར་བྲིས་ཨ། ཁྱེད་རང་ཚོའི་ནང་ལོག་གང་རུང་གཅིག་གི་ལབ་ཡག་ལ། ཨ་འདི་ལྟ་བུ་གྲོངས་མ་དེ། ཁོ་རང་གཟིགས་པོ་ཡང་ཁྱོག་མ་ཁྱོག་ལྟ་ཡག་རེད། ཨ་གླང་ཆེན་རེད་གླང་ཆེན་ཤུགས་ཆེ་ཤོས་རེད། ཡིན་ད་ལག་པ་རྐྱོང་ཨ། ཨོ། དེ་ཚོ་ངའི་སློབ་ཕྲུག་རེད་བྱ་དངོས་གནས་ངའི་སློབ་ཕྲུག་རེད་བྱ་ཁོང་ཚོས་དེབ་ཏུ་ཀློག་འདུག་ཁྱེད་རང་ཚོ་གཞན་པ་དེ་ཚོས་དེ་རིང། རིན་མེད་ཀྱི་ཉིན་གུང་ཁ་ལག་ཚ་ག་སླེབས་འདུག་ཨ། ད་ལྟ་དེ་འདི་འདྲ་ཡིན་དུས་དངོས་གནས་དེ་ག་རེ་ཡིན་ཨ། བུ་གྲོག་མ་དེ་ཡི་ལྷིང་འདྲ་བྱིས་སྡུག་མ་རེད་གང་ཡིན་ཟེར་ན་རྐང་པ་ཁྲ་ཁྲ་རོ། གར་ཆེན་གྲོག་མ་དེ་ཚོ་རྐང་ལག་ཁྲ་བོ་ཡོད་རེད་རྐང་ལག་སྦོམ་པོ་དེ་འདྲ་མཐོང་མྱོང་ངས། ཁྱེད་རང་ཚོས་བསིལ་རུ་མཐོང་སོང་ངས་ལང་རྗེས་མཐོང་སོང། ཁོ་ཚོའི་རྐང་ལག་དེ་ཚོ་ཧ་ལས་པའི་སྦོམ་པོ་འདུག་ཨ་གར་ཆེན་ནི། གང་ཡིན་ཟེར་ན་དེ་ཚོ་རིམ་པས་རིམ་པས་ཡར་ཕྱེ་རུ་ཕྱེ་རུ་ཕྱེ་རུ་ཕྱིན་ཡོད་དུས་རེད་བ། ཡིན་ནའི། རྐང་ལག་ཁྲ་སྦོམ་དག་རོ་བོ་ཡོད་པ་ཡིན་ནའི་ལས་གཟུགས་པོའི་ལྗིད་ཚད་ཀྱིས་བརྗེད་ཟིན་ཐུབ་ཀྱི་ཡོད་མ་རེད། ད་ང་ཚོས་ལྟ་གིན་དང་ཧ་གོ་ཡར་ཕྱེ་དང་དཔེ་མཚོན་ཆུང་ཆུང་ཞིག་གི་ཐོག་ནས་ཡིན་ད། འདི་ལ་ཡང་གྲུབ་གཞི་བཅུ་ཡོད། གལ་སྲིད་ངའི་གྲུབ་གཞི་དེ་ལྡབ་གཉིས་ཀྱི་ཆེ་རུ་བཏང་བ་ཡིན་ན། འདིའི་ལྗིད་ཚད་དེ་ག་གེ་ཙམ་ཆགས་ཀྱི་རེད། མ་རེད་དེ་འདྲ་བྱེད་གི་རེད། ཧེ་ཝར་ལྡབ་གཉིས་ཆེ་རུ་ལབ་ན་ག་ལ་འོང་རེད། ངས་ཟེར་ཡ་ལ། ལྡབ་གཉིས་ཀྱི་མཐོ་ཚད། ལྡབ་གཉིས་ཀྱི་ཞམ་ཚད། ལྡབ་གཉིས་ཀྱི་ཐུབ་ཚད། ད་ལྟའི་དེ་དང་བསྡུར་བ་ཡིན་ན་ལྗིད་ཚད་ག་གེ་ཙམ་ཆགས་ཀྱི་རེད། རོགས་པ་ལ་དྲིས་ཨ། འདི་ལ་གཅིག་ཡོད་ལྡབ་གཉིས་ཀྱི་ཆེ་བ་དེ། ལྡབ་གཉིས་ཀྱིས་ཆེ་བ་དེ་ལ་ལྡབ་གཉིས་ཀྱིས་ལྗིད་ཚད་མང་བ་གཡོར་བས། རང་ཚོ་སུས་མང་བ་གཡོར་ལག་གིན་པ་ཡར་ལངས་ཁོང་ཚོ་ལ་མིག་སྟོན་གིན་གདའ། ཨོ། དངོས་གནས། མི་དག་རང། ཨོ་ཧོ་ཧོ། ད་ཁོ་བར་སྣང་ལས་བསྡད་ཡོད་ཟེར་རེ་ཡིན་གདའ་ཧོ། དེ་ཧ་གོ་ཡ་ལ་འཇིགས་སྐོག་ག་ཚོད་ཆེ་རུ་ཕྱིན་ཡོད་རེད། བརྒྱད། ཐེངས་བརྒྱད། གཅིག་གཉིས་གསུམ་བཞི་ལྔ་དྲུག། ཨོ། གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བརྒྱད་དགུ་བཅུ་བཅུ་གཅིག་བཅུ་གཉིས། ལྡབ་བཅུ་གཉིས་ཀྱིས་ཇེ་རུ་ཕྱིན་འདུག་བ་རོ། ཧ་ཧ་ཧ་ཧ་ཧ། ངས་གཅིག་པུ་གཅིག་བརྒྱབ་སྟེ་གོ་འདྲའི་གྲངས་ཀ་བརྩི་གི་འདུག་བ། ཡིན་ནའི་དྲུག་བཞི་གཅིག་གཉིས་གསུམ་བཞི། ལྔ། དྲུག་བདུན། དང་ནང་བཞིན། ང་ཚོས་མ་མཐོང་བའི་སར་དེའི་རྒྱབ་ལོགས་དེ་ལས་གྲུ་བཞི་གཅིག་གི་རུ་བ་དེ་འདྲ་ཡིན་དུས་ཐིང་རྒྱའི་རུ་བ། དེ་སོང་ཙང་དྲི་བ་ཞིག་ཡིན་ད། དཔེ་ཆ་བཞག་པ་ཡིན་ན། མི་གཅིག་གོ་ནས་ཡར་སླེབས་པ་བྱས། རིང་ཚད་ཕུ་ཁྲི་དྲུག་དང་ལྗིད་ཚད་པའུ་ཉིས་བརྒྱ། རྩེད་མོ་རྩེ་མཁན། མི་དེ་འཁྱིལ་ནས། དེ་ཚིང་རིགས་རྟོག་བཟོའི་འཕྲུལ་ཆས་ནང་མར་བླུགས་ནས་ཐབ་ཆུ་བསྣན། ཧྥུ་ཁྲི་ཆེན་པོ་བཟོས། ཧྥུ་ཁྲི་བཅུ་གཉིས་ཀྱི་རིང་བ། དཔུང་པ་དེ་ཚོ་ལྡབ་གཉིས་ཀྱིས་ཆེ་བ། བྲང་ཁོག་ལྡབ་གཉིས་ཀྱིས་ཐུབ་ཚད། དམ་སྙིང་ཆེ་བ། ད་ཁོ་རང་ཇི་རྩད་དཔའ་བོ་ཉིས་བརྒྱ་རྩད་ལ་བསྡད་ཡོད་མ་རེད། ད་ཁོ་རང་ཇི་རྩད་དེ།
གྲོགས་པོ་དང་གྲོས་མཐུན་ཡིན་ད། ཁྱེད་རང་ཚོས་བྱས་ན་ཇི་རྩད་ག་ཚོད་ཡིན། མི་ག་ཚོད་ཀྱིས་དཔའ་བོ་གཅིག་སྟོང་དྲུག་བརྒྱ་ལབ་གི་ཡིན། རེད་ད་ག་རང་རེད་དེ་རེད། གལ་སྲིད་གྲུབ་གཞི་དེ་ཇི་རྩད་དེ་གཉིས་ཡིན་པ་ཡིན་ན། གྲུབ་གཞི་དེ་ལ་ག་ཚོད་ཡོད་རེད། བརྒྱད་འགྱུར་གཉིས། ང་ལ་ད་ལྟ་གྲུབ་བཞི་གཉིས་འདུག་ཨ། དེ་མི་གཅིག་གང་ལ་བག་བྱ་ནད་འགྲིག་རེད། ཚང་མའི་གང་ལ་དཀྲུག་རེད། དེ་རིང་ང་ཚོས་བཤད་ཡག་གི་བསམ་ཚུལ་ཚང་མ། དབྱིབས་ག་འདྲའི་གང་ལ་གཅིག་བྱ་བའི་ནད་འགྲིག་རེད། ད་ལྟ་དེ་ལས་ཡག་གྲུབ་བཞི་ཁ་གང་མའི་གང་ལ་བྱ་ཡག་དེའི་འདིའི་གནད་འགག་དེ་ཚོ་ཧ་གོ་ཡག་ལས་ལས་སླ་བོ་ཆེད་དུ་རེད། ཨ་ནི་མི་གཅིག་ཤུགས་ག་འདྲའི་ཡོད་མི་དེ་མི་དེ་གི་རུ་ཁོག་བམ་ལོས་ག་འདྲའི་ཡོད་བ་དེ་ལ་རག་ལས་ཡོད་རེད། ད་ལྟ་མི་ཕ་གི་དེ། བྱི་ཚད་པའང་གཅིག་སྟོང་དྲུག་བརྒྱ་ཡོད་བ་དེ། གལ་སྲིད་ཁོས་དེ་ནས་བྱ་ལས་གང་འཁྱོངས་པ་ཡིན་ན་ཁོས་རྐང་པ་ཆག་གི་རེད། གལ་སྲིད་ཁོས་དེ་མ་ཐོག་འོག་ཅིག་ནས་དེ་འདྲས་མ་ཆོག་མ་ཡིན་ན། ཞྭ་ལས་གང། ཁོའི་རྐང་པ་ཆག་གི་རེད། ཧུམ། རྒྱུ་མཚན་ག་རེད། ཁོའི་རྐང་པ་སྦོམ་པོ་ཡོད་པས། རེད། ལྡབ་གཉིས་ཀྱི་སྦོམ་པོ་ཡོད་རེད། ཨ། དེ་ལྡབ་གཉིས་ཀྱི་སྦོམ་པོ་ཡོད་དུས། རེད། དེའི་ཕྲེང་ངོས་ཀྱི་གནས་བྱེད་རྐང་རུས་དེ་དེ་ནས་མ་ཡོད་པ་བྱས། དེའི་ཕྲེང་ངོས་ཀྱི་རྒྱ་ཁྱོན་དེ། འདི་ལ་ཡོད་རེད། ཕྲེང་ངོས་ཀྱི་རྒྱ་ཁྱོན་དེ་ག་བར་ཡོད་རེད། གྲུ་བཞི་དེ་གིས་བྱས་པ་ཡིན་ན། ལྡབ་བཞི་གིས་མང་བ། ཡིན་ད། ང་ཚོ་ལ་དེ་ལ་ཡང་ཕྲེང་ངོས་ཀྱི་རྒྱ་ཁྱོན་གཅིག་ཡོད་རེད། འདབ་གཉིས་ཀྱི་མར་དང། དེ་ལ་ཡང་བཞི། ཇི་རྩད་གཅིག་བཏགས་ཡིན་ད། ཇི་རྩད་དང་གཤོང་རྩད་གཉིས་ཆ་སྙོམས་དྲུག་རེད། ད་ལྟ་དེ་འདྲའི་ལ་ཡ་དེ་དེ་འདྲའི་ལ་གུ་བ་རེད། གྲུ་བཞི་དེ་གཉིས་དེ་གྲུ་བཞི་གཅིག་གི་གཤོང་རྩད་ལས་འདབ་གཉིས་ཀྱི་མང་བ་ཡོར་བ། ཇི་རྩད་ཡང་འདབ་གཉིས་ཀྱི་ཆེ་བ། འདི་ལ་ཡང་ག་རེ་ཡོར་རེད་ལབ་ཡིན་ན། འདི་ལ་ཡང་གྲུ་བཞི་དེ་རྩིག་བཞག་ཡོད། འདི་ལ་ཡང་གྲུ་བཞི་གཉིས་གཉིས་གཉིས་བྱས་ལྟོས་ཨ། ད་དེ་འདབ་བརྒྱད་ཀྱི་ཆེ་བ་ཡོད། གང་ཡིན་ཟེར་ན་གཤོང་རྩད་ཡང་འདབ་བརྒྱད་ཡོད། ཡིན་ན་ཡང་ཁྲིད་དངོས་ཀྱི་རྒྱ་ཁྱོན་འདི་ལ་གཞི་མ་གཏོགས་མེད། ད་ང་ཚོས་ག་རེ་བྱེད་དགོས་རེད། མི་དེ་གའི་རྐང་པ་དང་ད་ག་ན་ཞིག་ལག་པ། ལག་པའི་སྦོམ་རྡུང་དང་ཤ་རྒྱུས་དེ། དེ་ཚང་མ་ཁྲིད་དངོས་ཀྱི་རྒྱ་ཁྱོན་དང་འབྲེལ་བ་ཆེན་པོ་ཡོད་རེད་དེ་ཁྱེད་རང་ལ་རྒྱུ་བ་ག་ཚོད་ཡོད་མེད་དེ་རེད་རྒྱུ་བ་ག་ག་ཙམ་དང་དེ་ཡང་མ་འཐེན་གིས་ཤ་རྒྱུས་ག་ཚོད་ཡོད་མེད་དེ་རེད་ཁྲིད་དངོས་ཀྱི་རྒྱ་ཁྱོན་དེ་ལ་ཡང་ཁྲིད་དངོས་ཀྱི་རྒྱ་ཁྱོན་གཅིག་དེ་རེད་དེའི་ལྗིད་ཚད། ཁྲིད་དངོས་ཀྱི་རྒྱ་ཁྱོན་གཅིག་དང་གཅིག་རེད། རང་གིས་དེ་ལྡབ་གཉིས་ཀྱི་ཕྱི་རུ་བཏང་དུས་ཁྲིད་དངོས་ཀྱི་རྒྱ་ཁྱོན་དེ་ཡང་གཞིས་ཆགས་དྲུག་རེད། ཡིན་ནའི་ལྗིད་ཚད་དེ་ག་ཚོད་རེད། བརྒྱད། ཞེས་བརྒྱད་ལ་བགོས་པས་ན་དེ་འདྲའི་ཚེ་ནི་ཕྱེད་ཀར་བ། ད་ཁྱེད་རང་ཚོར་དྲི་བ་ཇི་ལྟ། གྲུ་བཞི་དེ་ཁེངས་ནས་དེ་འདབ་གསུམ་གའི་ཕྱི་རུ་བཏང་བས་ན། འདབ་གསུམ་གྱི་མཐོ་ཚད་དང་བཞེངས་ཚད་གཏིང་ཚད་བཅས་ཡོད་བ། ཨོ། དེ་གར་ཆགས་རེད། ད་དེ་དེ་འདྲའི་དྲི་བ་ཡོང་གིར་བ། དེ་མཐོང་གི་འདུག་བ་གྲངས་ཀ་བརྩི་ཐུབ་ཀི་འདུག་བས། ང་ཚོས་ཀྲིག་ཀྲིག་ཀྲིག་ཀྲིག་ཟེར་དུས་དེ་ལ་ཡོད་པའི་ཕྲེང་ངོས་ཀྱི་རྒྱ་ཁྱོན་དེ། ད་ཁྲིད་ངོས་ཀྱི་རྒྱ་ཁྱོན་དེ་ག་རེད་དེ་པར་གཏུབ་བྱས་བལྟས་བས་ན། དགུ། ད་དེ་འདྲས་བྱས་ནས་འདི་ལ་ཡང་དགུ་རེད། ད་དེ་ཡི་ལྗིད་ཚད་ག་ཚོད་རེད། ཉི་ཤུ་རྩ་བདུན། ཉི་ཤུ་རྩ་བདུན་རེད་ཉི་ཤུ་རྩ་བདུན། རང་ཚོའི་རྩིས་ཐུག་གི་འདུག་བས། གསུམ་གསུམ་གསུམ་ཧོ་རེད་བ། དགུ་དགུ་བྱས་བ་གསུམ་རེད་བ། ད་འདི་ལ་ག་རེ་ཡོང་གི་རེད། གསུམ་ཆ་གཅིག་རེད་བ། ང་རང་ཚང་མ་དེ་འདྲས་བྱས་ནས་ཡར་ཆེར་ཆེར་ཆེར་འགྲོ་དུས་ལྗིད་ཚད་དེ་ཡང། ཧ་ལས་པའི་ཆེན་པོ་ཆགས་ཀྱི་རེད་བ་ཁྲིད་ངོས་ཀྱི་རྒྱ་ཁྱོན་དེ་ལས་ཁྱེད་རང་ཚོས་ཤེས་ཀྱི་ཡོད་པའི་ཤུགས་ཚད་དེ། ཤུགས་ཚད་དེ་ཡང་ཁྲིད་ངོས་ཀྱི་རྒྱ་ཁྱོན་དང་འབྲེལ་བ་ཡོད་རེད། དེ་འདྲ་ཡིན་དུས་ཤུགས་རྩེ་སྟེ། ལྗིད་རྩེ་དང་མཚུངས་བསྡུར་བྱས་ན། མ་ཆུང་དུ་འགྲོ་གི་རེད། དངོས་པོ་དེ་ཚོ་ཆེ་རུ་ཆེ་རུ་ཆེ་རུ་འགྲོ་དུས། སོང་ཙང། རང་གིས་མི་ཞིག་ཆེ་རུ་བཏང་བ་ཡིན་ན། གལ་སྲིད་འཛམ་གླིང་ན་དེ་འདྲས་བཟོས་པ་ཡིན་ན། ཆ་སྙོམས་མེད་པའི་རྐང་པ་ཧ་ལས་པའི་སྦོམ་པོ་ཅིག་སླེབས་ཀྱི་རེད། རྐང་པ་སྦོམ་པོ་ཆགས་ཀྱི་རུ་བ། ད་ལྟ་ཁོ་རང་གི་གཟུགས་པོ་དག་ཆ་སྙོམས་བྱས་པ་ཡིན་ན་ཁོ་རང་ཕུ་ཁྲི་དྲུག་གི་མགྱོགས་དེ་རུ་བ། གལ་སྲིད་རང་གིས་དུད་འགྲོ་ལ་བལྟས་པ་ཡིན་ན། དུད་འགྲོ་ཆེ་ཤོས་དང་རྗེས་ཤོས་དེ་ཚོའི་རུས་པ་ཆ་སྙོམས་ཡོད་མ་རེད་ཁོང་ཚོའི་རུས་པ་དེ་ཧ་ལས་པའི་སྦོམ་པོ་ཡོད་རེད། ཚང་མ་དེ་ལ་ལྟོས་ཨ། དེ་ལ་ཡ་ཞི་མིའི་རུས་སྒྲོམ་བྱོས། དེ་ལ་ཡ་གླང་གཅིག་གི་རུས་སྒྲོམ་བྱོས། དེའི་རུས་སྒྲོམ་ཡ་ཆེན་པོ་བཟོས་ནས་ཁོ་གཉིས་ཀྱི་གཟུགས་སྟོབས་དེ་གཅིག་པ་བཟོས་བཞག་ཡོད། ཁྱེད་རང་ཚོས་གླང་རྗེས་དེའི་རྐང་ལག་གི་ཁྲོད་སྦོམ་གཅིག་ལྟོས་ཨ། ད་ཞི་མི་དང་བསྡུར་ཨ། དེ་ལ་ཡོད་པའི་རི་མོ་དེ་དེབ་དེ། Steve Waugh ཁོ་རང་གི་རེད། དེའི་མིང་ལ་ཚེ་སྲོག་གི་ཡོ་བྱད་རྩི་ཤིང་དང་སེམས་ཅན་གཟུགས་ཀྱི་འཇིག་རྟེན། དེ་འདྲས་བསྟན་པ་ཙམ་གྱིས་གླང་ཆེན་རྐང་པ་སྦོམ་པོ་མཐོང་མི་ཐུབ་བ། གླང་ཆེན་ཁོ་རང་གི་གཟུགས་པོ་ལ་ལྟོས་པའི་འབུ་སྲིན་ག་འདྲས་ཇི་ལྟར་བསྡུར་བ་ཡིན་ནས་ལས། གང་ཡིན་ཟེར་ནས་འདི་འདྲས་བྱས་ནས་ཆེ་རུ་ཆེ་རུ་འགྲོ་དུས། ལྗིད་ཚད་ཆེ་རུ་ཆེ་མོ་ནང་བཞིན་ཤུགས་ཚད་དེ་སྙོམས་ཐུབ་ཀྱི་ཡོད་མ་རེད། བྱས་ཙང་རྐང་ལག་དེ་འདྲས་མ་ཡོང་ཐབས་མེད་ཆགས་བསྡད་ཀྱི་ཡོད་རེད། ང་རང་ཚོ་འཚོ་བའི་ཁོར་ཡུག་དང་མཐུན་པའི་འཕེལ་རྒྱས་བྱུང་ཡོད་རེད་ད་དེ་དོན་དངོས་རེད། རང་ཚོའི་སྐྱེ་དངོས་ལོ་ཉེས་མཐོང་ཡོད་རེད་བ་དེས་ན་མིར་གོས་དེ་ག་འདྲས་ཆེན་མོ་མི་འདུག། ཡོང་མི་སྲིད་པ། ཀིང་ཀོང། ཁོ་རང་ཚད་ཤི་ན་ཤི་ཆེན་པོ་བཟོས་ན་ཡར་ལངས་ཁོར་ཐུག་མ་རེད། ཁོ་རང་གི་ཚད་མ་ནེམ་བཞག་རེད། ཐ་ན་ཉྭ་ཆེན་དེ་ཚོ་ལ་ཡང་དཀའ་ངལ་ཧ་ཅང་ཆེན་པོ་ཡོད་རེད། ཉྭ་ཆེན་དེ་ཚོ་ཧ་ལས་པའི་ཆེན་པོ་རེད། དེ་འདྲ་ཡིན་དུས་ཁྱེད་རང་ཚོས་ཧ་གོ་གི་བའི་ཉྭ་ཆེན་དེ་ཚོའི་མཐར་སླེབས་ཡོང་དུས། ཁོ་རང་གི་ཚད་ཧ་ལམ་མར་མནན་བཞག་ཡོད་རེད། བྱས་ཙང་ཆུའི་ནང་བསྡད་གོ་རེ་ཡར་བཀྱག་བསྡད་གི་ཡོད་རེད་བ། སེམས་ཅན་ཆེན་པོ་དེ་ཚོ། ང་ཚོ་གནས་སའི་འཛམ་གླིང་དེའི་ནང་ལ། ཁོང་ཚོ་རན་པོ་ཞིག་གྲགས་ཡོད་མ་རེད། ངས་སོང་བ་ཡང་ཤིང་གཅིག་ཁྱེར་བ། སོ་ཤིང་འདི་དེ་འདྲས་བྱས་ནས་ངས་རྫུ་གུའི་བར་ལ་འཛིན་ཐུག་རེད། ཁྱེད་རང་གུག་ཆ་མཐོང་མ་རེད། གུག་ཆ་ཆུན་ཆུན་དེ་འདི་ལ་ཡོད་རེད་ཡིན་ན་ཡང་ཁྱེད་རང་གིས་འདི་མཐོང་ཐུག་མ་རེད། ད་ཁྱེད་རང་གིས་སོ་ཤིང་འདི་རང་ཅག་གས་ནས་ཕྱི་རུ་བཏང་ད། ཆེ་ཆུང་དེ་ལྡབ་བཅུ་ཙམ་གྱིས་ཕྱི་རུ་བཏང་ཨ། ལྡབ་བཅུའི་རིང་ཚད་དང་ལྡབ་བཅུའི་ཐུབ་ཚད་དང་རང་བཞིན་བཞེངས་ཚད། ལྗིད་ཚད་ཇི་རུ་འགྲོ་གི་རེད་བས། ལྡབ་བཅུའི་ལྗིད་ཚད་རེད་བས། ཧཧཧ་གོ་ཡག་ལ་ཤོང་ཚད་དེ་ཡང་དེ་དང་མཉམ་དུ་ཕྱི་རུ་འགྲོ་གི་རེད། དེ་སོང་ཙང་ལྡབ་བཅུ་ལྡབ་བཅུ་ལྡབ་བཅུ། ད་དེའི་ལྡབ་གཅིག་སྟོང་ཙམ་གྱིས་འཇིགས་སྐོག་ཆེ་རུ་ཕྱིན་ཡོད་རེད། ད་ཕྲན་ངོས་ཀྱི་རྒྱ་ཁྱོན་གྱི་ཤུགས་དེ་ག་འདྲས་ཡོང་གི་རེད། དེ་ཡང་ལྡབ་གཉིས་ཡར་དྲུག་རེད། ལྡབ་བཅུ་ལྡབ་བཅུ་བྱས་ནས། སོང་ཙང་ལྡབ་བརྒྱད་ཤུགས་ཆེ་རུ་དྲུག་རེད། ཡིན་ན་ཡང་ལྡབ་གཅིག་སྟོང་གི་འཇིགས་ཚད་དེ་འཁེལ་གི་འོ་རེད། ད་རང་ཚོས་སོ་ཤིང་གི་གུག་ཆ་དེ་གསལ་བོ་མཐོང་ཐུབ་གི་རེད། ད་གསལ་བོ་ཡོད་རེད། དེ་འདྲས་ཡིན་དུས་མི་ཁ་ཤས་ཀྱིས་སོ་ཤིང་བེད་སྤྱོད་བཏང་ནས་ཟམ་པའི་བཟོ་ལྟ་བཟོ་དུས། ཁོང་ཚོའི་བསམ་པ་རྗེས་ལས་རྒྱུ་ཆ་ཆེ་བ་བེད་སྤྱོད་བཏང་ནས་དེ་ཆེ་རུ་བཏང་བསམ་དགོས་བར་དེ་ལས་ཡིན་ན་ཡང་དེ་ལམ་ལྷོང་ཡོང་དགོས་བ་མ་རེད། ཁང་པ་མཐོ་བོ་དེ་ཚོ་ལེགས་གྲུབ་ཡོང་ཡ་ཆེད་དུ་འཆར་འགོད་པ་དེ་ཚོ་ལ་ཡང་གླ་ཆ་ཆེན་པོ་སྤྲད་ཀྱི་ཡོད་རེད་པ། ཁྱེད་རང་ཚོ Golden Gate ཤེས་ཀྱི་ཡོད་བ། ཧུམ Golden Gate གི་ཟམ་པ་དེ་ཐོག་མར་བཟོ་བའི་སྐབས་ལ་ཡ། དེའི་སྐོར་ལ་ཧ་གོ་མཁན་མི་མང་པོ་ཞིག་གིས་ད་དེ་ཡོང་གི་མ་རེད། ཁྱེད་རང་གིས་དེ་རྩ་བ་ཉིད་ནས་བཟོ་ཐུབ་ཀྱི་མ་རེད། ཁྱེད་རང་དཔེ་ཆུང་ཆུང་བཟོ་ཐུབ་ཀྱི་རེད། ཡིན་ནས་དེ་ཡ་ཆེ་རུ་བཏང་བ་ཡིན་ན། ཤུགས་ཚད་དང་ལྗིད་ཚད་གཉིས་ཀྱི་མཚུངས་བསྡུར་དེ་གས་ཁྱེད་རང་སེལ་གྱི་རེད་རེད་བ། ཡིན་ནའི་གང་ལྟར་ཡང་ཁོ་ཚོས་ལས་ཀ་དེ་བྱེད་ཐུབ་པ་རེད། དང་ནང་བཞིན་དེང་སང་རྒྱག་བཞིན་པའི་ཐོག་བརྩེགས་མཐོ་པོ་དེ་ཚོའི་འཆར་འགོད་པ་དེ་ཚོའི་ལས་གཞི་ཧ་ལས་ཡག་རེད། གང་ཡིན་ཟེར་ན་ཁོ་ཚོས་ལྗིད་ཚད་དང་ཤུགས་ཚད་ཀྱིས་བསྡུར་ཚད་དེ་ལས་ཡག་ཀླད་པ་དཀྲུག་དགོས་ཡག་བྱེད་དགོས་རེད། ཡིན་ད་དྲི་བ་ཡོད། ད་ང་ཚོས་དངོས་པོ་ཞིག་གིས་ཁྱོན་ཡོངས་ཀྱི་རྒྱ་ཁྱོན་སྐོར་ནས་བཤད་ཀྱི་ཡིན་ད་ཁྱོན་ཡོངས་ཀྱི་རྒྱ་ཁྱོན་ཡིན་ད། ཁྱོན་ཡོངས་ཀྱི་རྒྱ་ཁྱོན་དེ་ག་ཚོད་རེད་གྲུབ་གཞི་དེ་ལས་མཚོན་ན། འདི་ཕྱོགས་གཅིག་གི་རྒྱ་ཁྱོན་ཡིན་ད། འདི་ལས་མཚོན་པའི་ན་ཁྱོན་ཡོངས་ཀྱི་རྒྱ་ཁྱོན་དེ་ཕྱོགས་གཅིག་གཉིས་གསུམ་བཞི་ཕྱོགས་དྲུག་ཏུ་བ་མཐོང་སྟེ། དེ་ཡིན་དུས་ང་ལ་ཁྱོན་བསྡོམས་ངོས་དྲུག་གི་རྒྱ་ཁྱོན་ཡོད། ད་ལྟ་བར་ང་ཁྲིད་ངོས་ཀྱི་རྒྱ་ཁྱོན་སྐོར་ལ་བཤད་བསྡད་རེད། ངོས་དེའི་རྒྱ་ཁྱོན་འདི་ནས། ད་ཁྱོན་ཡོངས་ཀྱི་རྒྱ་ཁྱོན་སྐོར་ལ་བཤད་ཀྱིན་གདའ། རྒྱ་ཁྱོན་ཡོངས་ཀྱི་འཇིག་ཚད་ཡང་ན་ཤོང་ཚད། ད་ཤོང་ཚད་ལབ་བཞག་གོ། རྒྱ་ཁྱོན་དང་ཤོང་ཚད། འདི་ལ་ཡང་དེ་གཅིག་ལ་ཡང་དྲུག་ཡོད་རེད། གར་ཆེན་ལྔས་འདི་ལ་ཡང་གཅིག་ལ་དྲུག་ལ་དགོས་རེད། གང་ཡིན་ཟིན་འདི་ལ་ཡང་དྲུག། དྲུག། དྲུག་གི་རྒྱ་ཁྱོན་རུ་བ། དེ་དང་ཤུ་གཟུགས་འདི་བསྡུར་བ་ཡིན་ན། རུ་བ། ཤོང་ཚད་དེ་འདི་དང་འདི་དང་འདི་བསྒྱུར་བ་ཡིན་ན་ཤུ་གཟུགས་གཅིག་རུ་བ། རྒྱ་ཁྱོན་གཅིག་དང་གཅིག་བསྒྱུར་དགོས་པ་ཡིན་ན་ཁྱེད་རང་ལ་འདི་ལྟ་བུ་དྲུག་ཡོད་རེད། བྱས་ཙང་དྲུག་ཆ་གཅིག་རེད། ད་ཆ་སྙོམས་ཀྱི་བརྒྱ་ཆ་དེ་ག་འདྲ་ཡོང་གི་རེད་རྒྱ་ཁྱོན་དང་གཤོང་ཚད་གཉིས་བསྡུར་བ་ཡིན་ན། ཁོ་ཡར་ཆེ་རུ་བཏང་དུས། དེའི་གྲུབ་འབྲས་དེ་ཧ་ཅང་གི་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ། ང་ཚོས་ཤེས་ཡག་ལ་དེ་གཉིས་བར་ལ་མི་མཐུན་པའི་ཆ་ཡོད་རེད། གང་ཡིན་ཟེར་ན་རང་གི་དེ་ཆེ་རུ་བཏང་དུས་དེའི་རྒྱ་ཁྱོན་དེ་ཡང་ཁོ་རང་ལྡབ་གཅིག་གིས་ཆེ་རུ་འགྲོ་གི་རེད་བ། ཡིན་ནའི་གཤོང་ཚད་དེ་ག་འདྲས་ཆེ་རུ་འགྲོ་བ་རེད། གྲུབ་གཞི་དེ། ག་རེ་ལབ་ཀྱི་ཡོད་བལྟས་ཀྱིན་གདའ། འདི་ལ་ཡང་ངའི་དངོས་པོ་དེ། ལྡབ་གཉིས་གིས་ཆེ་རུ་བཏང་ཡོད། སོང་ཙང་ངའི་རྒྱ་ཁྱོན་དེ་ག་འདྲས་ཆགས་ཀྱི་རེད། འམ། བཞི་རེད་བ། ཕྱོགས་ཚང་མ་ལ་ཡོད་པ་དེ་དྲུག་ལ་བསྒྱུར་བ་ཡིན་ན་ཉུལ་ས་བཞི་རེད་བ། ངས་ལྡབ་གཉིས་བྱས་བས་ན་ང་ལ་ཁྱོན་བསྡོམས་རྒྱ་ཁྱོན་གྲུ་བཞིའི་རྩིས་དེ་ཉུལ་ས་བཞི་རེད། མཐོང་གི་འདུག་བ། ཕྱོགས་ཚང་མ་རྩིས་ནི་རེད་བ། ཤོང་ཚད་ག་ཚོད། བརྒྱད། ད་ངའི་ཆ་སྙོམས་ཀྱི་མཚུངས་བསྡུར་ག་ཚོད་རེད། རྒྱ་ཁྱོན་དང་ཤོང་ཚད་བསྡུར་བ་ཡིན་ན། ངའི་ཆ་སྙོམས་ཀྱི་མཚུངས་བསྡུར་དེ། གསུམ་དང་གཅིག། ངའི་དངོས་པོ་ཆུན་ཆུན་དེའི་མཚུངས་བསྡུར་དེ་དྲུག་དང་གཅིག་རེད། དེའི་ཤོང་ཚད་ལ་ལྟོས་པས་ན་རྒྱ་ཁྱོན་ཧ་ཅང་ཆེན་པོ་རེད། དེའི་རྒྱ་ཁྱོན་ལ་ལྟོས་པས་ན་ཤོང་ཚད་ཆུང་ཆུང་རེད། འདི་ལ་ག་རེ་ཡོང་གི་རེད། དེའི་རྒྱ་ཁྱོན་དེ་ག་ཚོད་རེད་དེ་འདྲ་བྱས་ནས་སུམ་རྟགས་གསུམ་བྱས་ནས། ཕྱོགས་གཅིག་དེ་དགུ་རེད། དགུ་བསྒྱུར་དྲུག། ལྔ་བཅུ་ང་བཞི་རེད་བ། རྒྱ་ཁྱོན་ཁྱོན་བསྡོམས་ལྔ་བཅུ་ང་བཞི། རྩིས་གཞིའི་རྒྱ་ཁྱོན། རྩིས་གཞིའི་ཤོང་ཚད་ག་ཚོད་རེད། ཉི་ཤུ་རྩ་བདུན། ཉི་ཤུ་རྩ་བདུན་དང་ལྔ་བཅུ་ང་བཞི་བསྒྱུར་བས་ན། རྩིས་སྐོར་ཡིན་པས། ངས་བལྟས་ཚར་རང་ཚོ་ལགས། གཉིས་དང་གཅིག། དེ་རེད་དོ་ཨ། དེའི་དོན་དག་དེ་ག་རེ་ལབ་པ་ཡིན་ན། དངོས་པོ་གཅིག་དེ་འདྲས་བྱས་ནས་ཕྱིར་ཕྱིར་ཕྱིར་བཏང་པའི་སྐབས་ལ་ཡ། སྤྱི་སྙོམས་ཀྱི་མཚུངས་བསྡུར་དེ། རྒྱ་ཁྱོན་དང་ཤོང་ཚད་གཉིས་ཀྱི་བར་ལ། ཆུང་རུ་ཆུང་རུ་ཆུང་རུ་ཆུང་རུ་འགྲོ་རེད། དེའི་དོན་ཡང་ལ་དངོས་པོ་ཆུང་བ་དེ་ཚོ། པགས་པ་མང་བ་ཡོད་རེད། ངོས་ཀྱི་རྒྱ་ཁྱོན་ཆེ་བ་ཡོད་རེད། ཤོང་ཚད་དང་བསྡུར་བ་ཡིན་ན། དངོས་པོ་ཆེ་བ་ལས། དེའི་སྐོར་ལ་མ་བྱན་ཚང་མས་ཤེས་ཀྱི་ཡོད་རེད། ཁོང་ཚོ་ཞོག་ཁོག་ཉོ་བར་འགྲོ་བའི་སྐབས་ལ་ཡང། ཁོང་ཚོས་དེ་ཧ་གོ་དགོས་རེད། དཔེ་ཆ་ཆགས་ཡོད་ནི་ཁྱེད་རང་གིས་ཞོག་ཁོག་ཉོས་ནས་དེ་པགས་པ་བཤུས་དེ་ཡར་བཙོས་རོགས་ཨ། ཁྱེད་རང་གིས་གྲོགས་པོ་དེ་འདྲའི་སྐད་བཏང་ནས་ཁོང་ཚོའི་ཆེད་དུ། ཚང་མ་མ་སྙོར་ནས་པགས་པ་མེད་པ་བྱེད། པགས་པ་ཚང་མ་བཤུས་པ་བྱེད། མི་གཅིག་གི་ལྷ་རེད་ཁྱེད་རང་ཧ་གོ་ཡ་ལ་ཀི་ལོ་གཉིས་ཉོ་གི་ཡོད་ཞོག་ཁོག། ད་ཁྱེད་རང་གིས་ཀི་ལོ་གཉིས་དེ་ཞོག་ཁོག་ཆེ་བ་ཉོ་གི་ཡིན་པ། ཡང་ན་ཀི་ལོ་གཉིས་དེ་ཞོག་ཁོག་ཆུང་བ་ཉོ་གི་ཡིན་པ་མི་ག་ཚོད་མང་མང་སྤྲད་ཡ་བྱེད་དུ། གལ་སྲིད་ཁྱེད་རང་གིས་ཞོག་ཁོག་ཆུན་ཆུན་དེ་ཀི་ལོ་གཉིས་ཉོས་པ་ཡིན་ན། སྲིན་འབྲུ་ནང་བཞིན་ཆུན་ཆུན་སྙིང་རྗེ་བོ་དེ་འདྲས། ཁྱེད་རང་གིས་དེ་ཚོ་མར་པགས་པ་བཤུས་རྗེས། ཁྱེད་རང་གིས་པགས་པ་དེ་ག་ཚད་མང་པོ་བརྩིགས་བཞག་གིར་བ། གལ་སྲིད་ཞོག་ཁོག་ཆེ་དེ་ཚོ་པགས་པ་བཤུས་ན་པགས་པ་ཉུང་ཉུང། དེ་འདྲས་ཡིན་དུས་ཞོག་ཁོག་ཀི་ལོ་མང་པོ་བགོ་བ་ཡིན་ན་ཞོག་ཁོག་ཆེ་བ་ཉོ་དགོས་རེད། པགས་པ་བཤུས་པའི་རྗེས་ལ་ཡང། དཔེར་ན་རང་གི་ཨ་མ་ལགས་ཀྱིས་རང་གིས་ང་ལ་པགས་པ་བཤུ་རོགས་ཞེས་བྱ། ཨ་མ་ལགས་གར་བཤུ་གི་རེད། ཤིང་ཏོག་སྤང་བྱེད་པགས་པ་བཤུས་ཨ། དེ་ནས་ང་གྲོང་སྒྲ་འགྲིག་གིར་བ། འོང་འགྲིག་གི་རེད་འགྲིག་གི་རེད་འོང། ཤིང་ཏོག་གར་བཞུགས་རེད་རྒུན་འབྲུམ་སྐམ་པོ། ཁོ་རང་གཟའ་མཇུག་ཆ་ཚང་རྒུན་འབྲུམ་པགས་པ་བཤུས་ནས་བསྡད་རེད། རེད་བ། དེ་ཚོ་ཆུན་ཆུན་རེད་བ། དེ་ཚོ་ལ་པགས་པ་ཧ་ལས་པའི་མང་པོ་རེད་བ། ཀི་ལོ་ཡང་དཔའ་འོང་ཚད་ཞིག་ངས་ག་རེ་ལབ་ཧ་གོ་ཚེ། གལ་སྲིད་ཆེན་པོ་འདྲ་བོ་ཡིན་ན། པགས་པ་དེ་ཧ་ཅང་ཉུང་ཉུང་རེད། དཔའ་འོང་ཅིག་ཚད་ལ། བྱས་ཙང་དངོས་པོ་ཆུང་བ་དེ་ཚོ་ཆེ་བ་དང་བསྡུར་བ་ཡིན་ན་རང་གི་ལྗིད་ཚད་དང་གཤོང་ཚད་ལ་ལྟོས་པའི་ངོས་ཀྱི་རྒྱ་ཁྱོན་དེ་རྦད་དེ་ཆེ་བ་ཡོད་རེད། དེ་སྔོན་དེ་ལ་ཡང་དོ་སྣང་བྱུང་ངེས། ཁྱེད་རང་ཤེས་པོ་ཅིག་དང་འཁྱག་པག་ཅིག་ཁྱེར་ནས་གང་ཡིན་ཟེར་ན་ཁྱེད་རང་དྲང་མོ་འདུག་ཉལ་གི་འདོད་པ་ཡོད་རེད། མི་གཅིག་གི་ལག་ལ་དེད་ནས་འཁྱག་པག་བླུགས། གཞན་པ་གཅིག་གི་ལག་ལ་དང་པོ་འཁྱག་པག་ཞིབ་ཞིབ་བཟོས་དེ་ནས་གཞི་ནས་བླུགས། འཁྱག་པག་བཅག་འོས་ན་ཁྱེད་རང་ཐུག་ཉལ་ཏེ་དྲང་མོ་འགྱོག་ཆགས་གི་རེད། ཡང་གཞན་པ་གཅིག་གི་ལག་ལ་འཁྱག་པག་མང་ཉུང་གཅིག་པ་རེད། ཁྱད་པར་ཁེ་སུ་མ་རེད། རང་ལབ་ཡ་ལ། ཁྱེད་རང་གིས་ཞོག་གིས་ཞོག་གི་མི་དེ་ལབ་རེད། ཡིན་ད་ད་ལན་དེ་ག་རེད། ག་ཚོད་ཀྱི་ལག་ཡིན་པ་ཁྱག་པགས་མ་ཉུང་གཅིག་པ་ཡིན་དུས་གྲང་མ་ཆག་ཡ་དེ་ཡང་གཅིག་པ་རེད། ཁྱག་པགས་ཁའི་གཟུགས་དམར་བ། ཨོ་ཨོ་ཏི་ཙི་ཀ་ཏི་ཙི་ཀ། མ་ར་གལ་སྲིད་ཁྱག་པགས་བསིལ་བ་ཡིན་ན། ཐ་ན་ཆུན་ཆུན་ཆུན་བཟོས་པ་ཡིན་ནས། ཆུན་ཆུན་མང་པོ་དུ་བསྡོམས་པའི་རྒྱ་ཁྱོན་དེ་ཆ་ཆེ་བ་གཅིག་གི་རྒྱ་ཁྱོན་ལས་ཆེ་བ་ཡོད་རེད། ད་མ་བསིལ། མ་བསིལ་བོ་རེད། མི་ག་ཚོད་ཀྱི་ལག་ཡིན་པ། ཨོ། གལ་སྲིད་རང་ལ་ཤིང་སྡོང་ཆེན་པོ་གཅིག་ཡོད་པ་དེ་མེ་བཏང་འདོད་ཡོད་པ་ཡིན་ན། མི་ཞིག་གིས་སྡོང་པོ་རང་ཕུད་པ་ཡིན་ན་མེ་ཡོད་རེ་འགའ་བསྡད་ཀྱི་རེད་ཡིན་ནའི་མེ་བག་མར་བ། རང་གིས་ཙག་སྒྲ་དེ་གས་སྡོང་པོ་དེ་ལ་གར་ཕྱི་གོ་རེ་དུམ་བུ་ཆུན་ཆུན་བཟོ་དགོས་ར། དུམ་བུ་ཆུན་ཆུན་ཟོས་ན་མེ་སྦར་ཡ་གར་སྤྱད་ནས་འགྱོ་ག་ཡོད་རེད། ངོས་ཀྱི་རྒྱ་ཁྱོན་དེ་མང་བོ་ཡོད་རེད་ངོས་ཀྱི་རྒྱ་ཁྱོན་དེ། རང་ལྕགས་ཟྭ་དེའི་རྫི་ཕོ་བོ་ཁྲུས་ཆུང་ནང་ལྷག་ཡོད་རེད། ལྕགས་ཟྭ་དེ་རྩ་བརྒྱབ་ནས་ཟླ་བ་གཅིག་གི་ནང་ལ་ཡ་མེད་པ་ཆགས་འགྲོ་གི་རེད། ཡིན་ནའི་ལྕགས་ཟྭ་ཟོ་ཡག་ལྕགས་རྡོག་རྡོག་དེ་ཡིན་མིན་ན་དེ་ལྷག་བསྡད་གི་རེད། ལྕགས་ཟྭ་ལ་རྩ་བརྒྱག་ཡ་གར་སྤྱད་ནས་ཡོང་དགོས་རེད། རྩ་གས་བརླག་འགྲོ་གི་རེད། ཡིན་ནའི་ལྕགས་རྡོག་རྡོག་དེ་ལ་རྒྱག་གི་མ་རེད། ག་རེ་མང་བ། ངོས་ཀྱི་ངོས་ཀྱི། ངོས་ཀྱི་རྒྱ་ཁྱོན་རེད་བ། ཁྱེད་རང་ཞོག་ཁོག་སྐྲངས་འགྱོ་ཟོ་ཡ་རེད། ཞོག་ཁོག་ཁྲ་བོ་དེ་ཚོ་སྦོམ་པོ་དེ་ཚོ་ལས་འཕྲོག་ཡག་འགྱོག་གི་ཡོད་རེད། གར་བྱས་ནས། ཕྱི་ངོས་ཀྱི་རྒྱ་ཁྱོན་ཆེ་བ་ཡོད་རེད། ཁྱེད་རང་གིས་ཤབ་རིའི་སྐྲ་མི་བཟོ་དགོས་རེད། དེ་འཕྲོག་ཡག་ལ་དགའ་རོགས་གོ་དགོས་བ་གལ་སྲིད་དེ་མ་ལེགས་ལེགས་བཟོས་པ་ཡིན་ན་འགྱོག་ག་འཕྲོག་དགོས་རེད། ཨོང། ཨོང་འགྱོག་ག་འཕྲོག་དགོས་རེད་བ། མི་ཆེན་པོ་དེ་ཚོ་ཨོང་ལིས་ཡིན་ད། འབུ་གྲོག་མ་འདི་པགས་པ་ཁྱུ་ནས་དབུགས་བཏང་ཐུག་མར་བས། ཡང་བསྐྱར་ལབ་ད།
ངའི་བསམ་པར་འབུ་གྲོག་མས། གྲོག་མ།
གྲོག་མ་འབུ་སྲིན་དེ་ཚོས་པགས་པ་བརྒྱུད་ནས་དབུགས་གཏོང་བ། པགས་པ་མང་པོ་ཡོད་རེད་ཡང་ན་ཉུང་ཉུང། ཁོ་ཚོས་ག་རེ་གསོ་སྐྱོང་བྱེད་དགོས་པ་ལ་ལྟོས་པ་ཡིན་ན། ཡི་གེ་མ་ནས་འགོ་བཙུགས། མང་པོ། རེད་བ། འགྲོ་བ་མི་ཡིས་བྱིས་མ་ཐུབ་པའི་རྒྱུ་མཚན་ཤེས་ཀྱི་ཡོད་པས། ང་ཚོ་ཆེ་ཕྲ་རེད། སོང་ཙང་ང་ཚོ་ལ་མཉམ་དུ་མ་ལག་གཞན་ཞིག་དགོས་ཆེ་གི་རེད། སོང་ཙང་ང་ཚོ་ལ་སྐྱེས་འཕེལ་ག་རེ། ངོས་ཀྱི་རྒྱ་ཁྱོན་ཆེན་པོ་བྱུང་ཡོད་རེད་ཡིན་ནའི་དེབ་ཚང་མ་ནང་ལ་ཡོད་རེད། རང་གི་གློ་བ་ཕྱི་ལ་བཏོན་ནས་ལེབ་ལེབ་བཟོས་པ་ཡིན་ན། ཁང་པ་དེས་ས་སྟེང་ཙམ་མ་ཟད་ཁང་པ་གཉིས་ཙམ་ཁེབས་ཐུབ་ཀྱི་རེད། ཁྱེད་རང་གློ་བའི་ནང་ངོས་ཧ་ལས་པའི་རྒྱ་ཆེན་པོ་ཡོད་རེད་དེ་འདྲས་བྱས་ནས་ལྟིབ་ཚིག་མང་པོ་ཡོད་རེད། དེ་གིས་ད་དུང་ཁྱེད་རང་རུ་རོགས་པ་བྱེད་ཀྱི་ཡོད་རེད། སྲོག་ཆགས་ཤིག་ལ་མཚོན་མོད་ནས་རྒྱུ་མ་ག་འདྲས་འབྲི་བ་ཡོད་རེད། སྲིན་བུ་ཡོད་བ་སྲིན་བུ་དེ་གིས་རྒྱུ་མ་ག་འདྲས་འབྲི་བ་བྱེད་ཡོད་རེད། བུག་དེ་འདྲས་བྱས་ཁ་ཐུག་བྱེད་ཡོད་རེད། ཁ་ནས། རྒྱ་བ་དོར་བ། སྲོག་ཆགས་ཆེན་པོ་དེ་ཚོས་རྒྱུ་མ་ག་འདྲས་འབྲི་བ་ཡོད་རེད་དཔེར་ན་མིའི་དགྲ་བོ། ཧ་ལས་པའི་ལྟིབ་ཚིག་མང་པོ་རེད་རྒྱུ་མཚན་ཤིང་གི་བས། ཁྱེད་རང་ཕྱི་རུ་ཕྱི་རུ་ཕྱིན་པ་དེ་ཚོས་ཀྱིས་གསོ་སྐྱོང་བྱས་ཡ་དེ་ཡང་མང་དུ་མང་དུ་འགྲུག་རེད། དང་རང་བཞིན་ངོས་ཀྱི་རྒྱ་ཁྱོན་དེ་ཡང་ཕྱི་རུ་ཕྱི་རུ་ཕྱི་རུ་འགྲོ་གི་རེད་རེད་བ། རྐྱེན་དེའི་ཕྲ་ཕུང་དེ་ཚོ་རུ་བ། ཆེ་རུ་ཆེ་རུ་ཆེ་རུ་བྱས་འགྲོ་གུ་རུ་བ། དཔེར་ན་རྐྱེན་དེའི་ཕྲ་ཕུང་དེ་ལྡབ་གཅིག་གིས་ཆེ་རུ་ཕྱིན་པ་བྱས། མི་གཅིག་གིས་ཨོ། ལྡབ་གཅིག་གིས་ཆེ་རུ་བཏང་མིན་ན་ཁྱེད་རང་ལ་པགས་པ་ཡང་ལྡབ་བཞི་ཐོབ་གི་རེད། ཡིན་ནའི་ལྡབ་བཞི་ཆེ་བའི་པགས་པ་དེ་གའི་ཕྲག་ཕུང་ག་ཚོད་གསོ་ཐུབ་གི་རེད། ལྡབ་བརྒྱད་ཀྱིས་མང་བ་གསོ་ཐུབ་གི་རེད། དེ་འདྲ་ཡིན་དུས་ཆེ་རུ་ཆེ་རུ་འགྲོ་དུས་པགས་པས་གསོ་སྐྱོང་བྱེད་ཡག་གི་ཕྲག་ཕུང་གི་དགོས་མཁོ་དེ་སྐོང་ཐུབ་གི་མ་རེད། དེ་འདྲ་ཡིན་དུས་ག་རེ་ཡོང་གི་རེད་ཁོ་ཤི་འགྲོ་གི་རེད། ཡང་ན། བགོ་བཤའ་ཐེག། ཁོ་གར་ཆེ་གི་རེད་བསམ་གི་འདུག། དེ་གོ་ཤ་ཐིག་རི་བ། དེ་གོ་ཤ་ཐིག་བ་དེ་ཁྱེད་རང་དགའ་གོ་ཡ་ཅིག་མ་རེད་པས། གང་ཡིན་ཟེར་ན་མུ་མཐུད་ནས་ཆེ་རུ་ཆེ་རུ་འགྲོ་ཐུབ་གི་ཡོད་མ་རེད། ནང་ལ་ཤི་རུ་གི་ཡོད་རི་བ། དེ་འདྲས་ཡིན་ཙང་ཆག་སྒོ་བྱེད་གོ་རེད། ཆག་སྒོ་བྱེད་གོ་རི་བ། མི་ཞིག་གི་ལབ་ཡ་ལ་མ་བྱས་ན་ག་འདྲས་ཡིན་ནམ་མ་བྱས་ན་ཁོ་ཤི་འགྲོ་གི་རེད་སོང་ཙང་ཁྲག་འབུམ་ཆག་སྒོ་བྱེད་གོ་རེད། ཧུམ་དེ་ར་ཡ་ལ། རྒྱུ་མཚན་གང་ཡིན་ཟེར་ན་པགས་པ་དེ་ཤོང་ཚད་དང་བསྡུ་རུ་བ་ཡིན་ན། ཆུང་དུ་ཆུང་དུ་ཆུང་འགྲོ་གོ་རེད་གཞན་དེ་ཆེ་རུ་ཆེ་རུ་འགྲོ་དུས། དེ་འདྲས་ཡིན་དུས་ཆ་ཤས་ཆུང་ཆུང་ཆུང་ཆུང་ནང་ལ་ཡ་གས་དོར་འགྲོ་གོ་རེད། སྙིང་རྗེ་བོ་མི་འདུག་ཡ། དེ་འཚམ་པོ་འདུག་ཨ། དེ་ཧ་གོ་ཡ་ལ་དངོས་པོ་ཆུང་བ་དེ་ཚོ། པགས་པ་མང་བ་ཡོད་ར་བའི་བྱ་ལ་ཆེ་བ་དེ་ཚོ་ལས་མི་ཆུང་ཆུང་གི་འབྲས་རེད། མི་ཆུང་བ་དེ་ཚོ་མི་ཆེ་བ་ལས་པགས་པ་མང་བ་ཡོད་ར་བས། ང་ཆུང་ཆུང་ཡིན་ནི་མི་མང་ཆེ་བས་ང་ལ་ཡ་སྐམ་རྩ་ག་ལ་གི་རེད། ཁོང་ཚོས་ང་ལ་ཡ་སྐམ་རྩ་ག་ལ་ཡ་དེ་གར་ཆེན་ལ་གི་ཡོད་བ་བསམ་བློ་བཏང་དུས། ང་རང་ཧ་གོ་ཡ་སྡོད་པ་ར་བ་བྱུང་སོང་ངས་ཁྱེད་རང་ཚོ་ལ་ཡིན་པ་ང་ལ་པའུ་བརྒྱད་ཅུ་གྱེས་སྔ་མ་མདོག་མེད། ང་མཐོ་སློབ་སླེབས་ཚ་ཚ་རེད། དེ་དུས་གྲོགས་པོ་ཚང་མ་པའུ་བརྒྱད་གང་ལ་རེད། ཧི་བ་དྲི་རང་སྐམ་རྩ་ག་རེད་འདུག། ང་རང་དགུན་ཁ་སྦོགས་རང་གི་གཞུང་ལམ་འགའ་ལ་འགྲོ་དུས་དྲོད་སྐྱེད་ཡག་གི་ཆེད་དུ་ཉི་མའི་འོད་ཨོས་ཏེ་ལ་གླེ་ཡག་གི་ཐབས་ཤེས་བྱེད་ཀྱི་ཡོད། དགུན་ཁར་བ། ང་ཉི་མའི་ནང་ལ་དྲོད་ཡོང་ཡག་གི་ཆེད་དུ་འདི་འདྲས་སུ་འགྲོ་དུས་ངའི་གྲོགས་པོ་དེ་ཚོ་སྟོབས་ཆེན་པོ་སོང་ཙང་གྲིབ་ནག་ནང་འགྲོ་ཤག་གི་རེད། ཁོང་ཚོ་ཧི་བ་གར་ཆགས་ནས་ཉི་མའི་ནང་འགྲོ་གི་ཡོད། མི་གཅིག་གི་ལག་རེ་སྐམ་པོ་སོང་ཙང་རེད་དེ་བདེན་པར་བ། གང་ཡིན་ཟེར་ན་ང་སྐམ་པོ་རེད་ཁྱེད་རང་ཚོ་སྐམ་པོ་ཟེར་ན་ཧ་གོ་དུས་ཨེ། པགས་པ་ཧ་ལས་པའི་མང་པོ། ངའི་གཟིགས་པོ་དག་བསྡུར་བ་ཡིན་ན་ཁྱེད་རང་ཚོས་དྲོད་དེ་ཚོ་ཕག་གང་འདྲས་སུ་བཏང་གི་ཡོད། གར་བསྐྱུར་ནས་པ་ནས་འགོ་བཙུགས་པ་ནས་འཇུག་དུས། པགས་པ་ནས་རེད་ཕྱི་ངོས་རྒྱ་ཁྱོན་ནས་ཁྱེད་རང་སྟག་ལྤགས་དྲོད་ཕྱིར་བཏང་དགོས་རེད། རང་དྲོད་བརླག་འགྲོ་བར་དེའི་གཡས་གཡོན་ཚ་བོ་ཟོས་འགོ་རུ་ཨ། དེ་འདྲ་ཡིན་དུས་སྟག་ལྤགས་དྲོད་ཕྱི་ལོག་སྤྲད་དེ་དགོས་རེད། སུས་དྲོད་མང་ཤོས་དེ་ཕྱི་ལོག་ལ་སྤྲད་དགོས་རེད་ཡིན་དཱ། པགས་པ་མང་བ་དེ་གིས་སྤྲད་དགོས་རེད་ཡང་ན་པགས་པ་ཉུང་བ་དེ་གིས་སྤྲད་དགོས་རེད། པགས་པ་མང་བ་དེ་གིས་རེད་བ་འམ། པགས་པ་མང་ཤོས་དེ་ཚོ་བྱི་རྫས་ལ་དཔག་པའི་མི་སྐམ་པོ་དེ་འདྲའི་དུ་གའང་དེ་ལ་ཡོད་རེད་ཡང་ན་མི་ཆུན་ཆུན་དེ་འདྲའི་དུ་ག། མི་ཆེན་པོ་དེ་ཚོས་རང་གི་བྱི་རྫས་ལ་ལྟོས་པའི་དྲོད་མང་པོ་ཕྱི་སྤྲོད་བྱེད་དགོས་བ་མ་རེད། བྱ་ལག་ཆུང་ཆུང་ཡང་ན་སེམས་ཅན་ཆུན་ཆུན། དཔེ་ཆ་བྱ་བ་ཡིན་ན་རྩིག་རྩིག་ཡོད་བ། དེས་ཕྱི་འགྱུར་བ། དེ་ལ་དཔག་པ་མང་པོ་ཡོད་རེད། ཁོ་རང་ཇི་རྩད་དང་བསྡུར་བ་ཡིན་ན། དེ་འདྲ་ཡིན་དུས་ཁོང་ཚོས་གྲོས་དེ་ཚད་ལས་བརྒལ་བ་སྤྲད་ཀྱི་ཡོད་རེད་ང་ཚོ་དང་བསྡུར་བ་ཡིན་ན། གླང་ཆེན་ཧ་ལམ་ཡོད་མ་རེད། ཡིན་ནའི་ཙི་ཙི་ཕྱི་འགྱུར་དང་བྱི་ལོང་བྱི་ལོང་ཧ་གོ་གི་ཡོད། ཁོ་རང་ཚོ་གསོན་པོ་གནས་ཡ་ཆེད་དུ་ཟས་དེ་ཧ་ལམ་མཚམས་མ་ཆད་པར་ཟ་དགོས་གོ་རེད། གྲོས་དེ་སྐྱེས་ནས་གྲོགས་པོ་བསྡད་ཡ་ལ། ཁ་ལག་རྫོགས་ན་ཕན་ཚུན་ཟ་རེས་བྱེད་ཀྱི་རོ། ཙི་ཙི་ལ་མཚོན་ན་འཚོ་ཡ་ཆེད་དུ་ཉིན་ལྟར་ཟས་ཁོ་རང་ཇི་རྩད་འདྲ་བོ་ཟ་དགོས་རེད། གཞན་པར་བཤད་པ་ཡིན་ན་ཁྱེད་རང་ཚོ་ཙི་ཙི་གཉིས་ཡ་དེ་དཀའ་ལས་ཁག་པོ་ཅིག་རེད། རི་མཐོ་ས་དང་ས་ཆ་གྲང་ས་དེ་ཚོ་ལ། ཁོང་ཚོ་དེ་ལ་འཚོ་ཐུབ་དགོས་བ་མ་རེད་དེ་འདྲའི་རིགས་ལ་ཁོང་ཚོ་གནས་ཐུབ་གི་མ་རེད་ཁོ་རང་ཚོ་གཉིས་ཡ་གི་ཟས་དེ་ཚོ་ལས་མགྱོགས་པ་ཟ་དགོས་བ་རེད། དེ་སོང་ཙང་ཐ་ན་བྱིའུ་གཅིག་ཡིན་ནས་བྱིའུ་ཆུན་ཆུན་གཅིག་ཡིན་ནས། བྱིའུ་ཆུན་ཆུན། བྱིའུ་དེ་ཚོ་བྱིའུ་དུ་སྟག་པགས་གར་ཕྱིས་བསྡད་དགོས་བ་རེད། ཟས་ཟས་ཟས་ཟས་ཟས་ཞོགས་པའི་ཁ་ལ་ཟས་ཉིན་གུང་ཁ་ལ་ཟས་དགོང་དག་ཁ་ལ་ཟས་ད་གར་ཟ་དགོས་བ་རེད། བྱིའུ་དེ་ཚོ་སྟག་པགས་ཟ་དགོས་བ་རེད་གར་ཆས་ནི་རེད། གང་ཡིན་ཟེར་ན་ཁོང་ཚོ་ལ་པགས་པ་མང་པོ་ཡོད་རེད། ཁོང་ཚོའི་གྲོས་ཧ་ལས་པའི་མང་པོ་ཕྱིར་སྤྲོད་བྱེད་དགོས་བ་རེད། ཕྱིས་འབྱུང་དང་བསྡུར་བ་ཡིན་ན། གལ་སྲིད་ཁྱེད་རང་ལ་ཡང་བྱིའུ་གཅིག་ཡོད་པ་དང་དེ་ལ་ཡང་ཁ་ལག་མ་འབྲེལ་བ་དེ་འདྲས་སུ་བཞག་བྱས་པས་ན་ཕལ་ཆེར་ཉི་མ་གཅིག་ལ་ཤི་འགྲོ་གི་རེད། དེ་འདྲས་ཡིན་དུས་སེམས་ཅན་ཆུང་ཆུང་དེ་ཚོ་ཁ་ལག་ཧ་ལས་པའི་མང་པོ་ཟ་དགོས་སྐོར་རེད། ག་རེའི་ཆེད་དུ་རེད་ལབ་ཡིན་ན་ཁོང་ཚོ་ལ་པགས་པ་མང་བ་དང་དྲོད་ཕྱིར་སྤྲོད་བྱེད་ཡག་གི་རྒྱ་ཁྱོན་ཆེ་བ་ཡོད་ཙང་རེད། གླང་ཆེན་འདྲ་བོ་ག་འདྲས་རེད། གླང་ཆེན་གཅིག་ལ་འབའ་ཐམ་འབར་མོ་གང་སྤྲད་བས་ན་ཁོང་ཚོ་ཉི་མ་གསུམ་ཚད་དཀའ་ངལ་འཕྲད་གི་མ་རེད། གླང་ཆེན་གྱི་དེ་ཚོ་ཚང་མ་ནང་ལ་ཡོད་རེད། གླང་ཆེན་ལ་པགས་པ་མང་པོ་ཡོད་མ་རེད། ཁོ་རང་གི་གཟུགས་པོ་དང་བསྡུར་བ་ཡིན་ན། བྲུས་ལོ་དུ་འམ་ཁ་ལ་མ་སན་ག་འདྲེས་དེ་དོར། རེད་བྲུས་དེ་ཚོ་རེད་ད་རང་རེད་ཁོང་ཚོ་ཁྲག་དྲང་མོར་བ། དེ་སོང་ཙང། ངའི་བསམ་པར་སེམས་ཅན་ཁྲག་དྲང་མོའི་རིགས་དེ་ཁ་ལག་ཟ་ཡ་དེ་ཁོང་ཚོ་དྲོད་ལས་ཡག་ཆེད་དུ་ཟ་གི་ཡོད་མ་རེད་ཁོང་ཚོ་ལ་དང་པོ་ནས་དྲོད་ཡོད་མ་རེད། དེ་འདྲ་ཡིན་དུས་བྲུས་འདྲ་བོའི་སེམས་ཅན་དེ་ཚོ་ལ་དཀའ་ངལ་དེ་འདྲས་ཡོད་མ་རེད་སྔོན་ལ་ནུ་དུང་གི་སེམས་ཅན་དབྱེ་བ་ཆེན་འབྲི་གི་ཡོད་ས་རེད་ཡང་ན་ཁྲག་དྲོན་མོའི་སེམས་ཅན། རང་གི་ཁོར་ཡུག་ལས་དྲོད་ཆེ་བའི་སེམས་ཅན་ཁོང་ཚོ་ལ་དྲོད་དེ་ག་ནས་རག་གོ་རེད། དེ་ཡང་ནུས་པ་ཅིག་རེད་ནུས་པ་དེ་ཁོང་ཚོ་ལ་ག་ནས་ཡོང་གོ་རེད་དེ་ངེས་པར་དུ་འབྱུང་ཁུངས་ཅིག་གོ་རེད། ཁོ་ཚོས་རང་ཉིད་ཟས་ནད་ལྗིད་ཚད་ཆུང་དུ་འགྲོ་བ་དང། ཡང་ན་ཕྱི་ནས་ཟས་བཅུད་དེ་ཚོ་བསྒྱུར་ལེན་བྱེད་དགོས་སྐོར་རེད། སོང་ཙང་ཁྲག་དྲོན་མོའི་སེམས་ཅན་དེ་ཚོ་ལ་དངོས་གནས་དཀའ་ངལ་ཆེན་པོ་ཡོང་སྐོར་རེད། ཁོ་ཚོས་རང་ཉིད་ཆུན་ཆུད་བཟོ་ཐུབ་གི་བ་མ་རེད། ཕྱི་ནས་ཁ་ལག་མ་བསལ་བ་ལ་སོགས་པ་དེ་འདྲས་བྱས་ནས། བྱིའུ་འུར་པ་ཞིག། བྱིའུ་འུར་པ་དེ་ཚོ་བརྟག་པར་ནུས་པ་སྤྲད་དགོས་སྐོར་རེད་གང་ཡིན་ཟེར་ན་ཁོ་ཚོ་ཧ་ལས་པའི་ཆུན་ཆུད་བ། ཁྲག་དྲོན་མོ། འུར་པ་དེ་ཚོ་ལ་ཁ་ལག་ཧ་ཅང་མང་པོ་དགོས་བ་རེད་ཁོང་ཚོས་རྩིས་ཆུའི་དེའི་ལེན་གྱི་ཡོད་རེད་དེ་ལ་ཡང་མངར་ཆ་ཧ་ལས་པའི་ཚད་མཐོ་པོ་རེད་འུར་པ་དེ་ཚོ་ས་ཚིགས་གཅིག་ནས་གཅིག་ལ་དྲུག་གོ་དགོས་བ་རེད་ནུས་པ་མ་ཚོགས་སྔོན་ལ། ཁ་ལག་མེད་ན་མགྱོགས་པོ་ཤི་འགྲོ་གི་རེད། གླང་ཆེན་དེ་ཚོ་ག་འདྲས་ཡོད་རེད་ཡིན་ད། གླང་ཆེན་ལ་གར་བྱས་ནས་ཨམ་ཅོག་ཆེན་པོ་ཡོད་བ་རང་ཚོས་ཤིང་ཁྱེར་བ། གལ་སྲིད་རང་གས་མགོ་སྐོར་བཏང་ནས་ཁོའི་ཨམ་ཅོག་དེ་བཏུབ་པ་ཡིན་ན་ཁོ་གར་འཆི་གི་རེད། དྲོད་ཆེས་དྲགས་ནས་ཤི་གི་རེད། དེ་འདྲས་རེད་བ། གླང་ཆེན་ལ་ངོས་ཀྱི་རྒྱ་ཁྱོན་དེ་ཧ་ལམ་ཆེན་པོ་ཡོད་མ་རེད་བ། ཚ་དྲོད་ཆེ་བའི་རྒྱལ་ཁབ་ན་ཡོད་པའི་གླང་ཆེན་དེ་ཚོ། གླང་ཆེན་ཁོ་རང་ཚོའི་ནུས་པ་དེ་ཕྱི་སྤྲོད་བྱེད་དགོས་གོ་རེད། ཡིན་ད་ཁོང་ཚོས་ག་འདྲས་སུ་བྱེད་ཀྱི་རེད། ཁོང་ཚོ་པགས་པ་ཞེ་དྲག་ཡོད་མ་རེད། ཁོང་ཚོས་པགས་པ་མང་བ་སྟོན་དགོས་རེད་སོང་ཙང་ཨམ་ཅོག་ཆེན་པོ་འདི་འཐུང་གི་འདུག་ཨ། ཉི་མ་ཚ་བའི་སྐབས་ལ་ཡང་ཁོང་ཚོས་ཨམ་ཅོག་དེ་འདི་འདྲས་སུ་བྱས་ནས་ཐེད་ཐེད་བྱེད་ཡོང་གི་འདུག་ཨ། གནམ་ཤེད་གྲང་དུས་ཨམ་ཅོག་དེ་ཟུག་གོག་བྱ་གི་རེད། རླུང་ཚ་བོ་ཡོད་དུས་འདི་འདྲས་སུ་ཡོང་ཡ་དེ་དྲོད་ཕྱི་སྤྲོད་བྱེད་ཡ་རེད། དེ་ཕྱི་སྤྲོད་བཏང་ནས་གླང་ཆེན་གྱི་རྒྱ་ཁྱོན་དེ་ཆེ་རུ་བཏང་དགོས་རེད། དེ་འདྲས་སོང་ཙང་ཁོ་རང་ལ་མེད་པའི་རྒྱ་ཁྱོན་དེ་ཁ་གསབ་བྱེད་དགོས་རེད། བྱས་ཙང་དངོས་པོ་ཆེ་བ་ལ་ཆུང་བ་ནང་བཞིན་གྱི་པགས་པ་ཡོད་མ་རེད། ཁོ་རང་ཇི་རྩད་དང་བསྡུར་བ་ཡིན་ན། ཁ་ལག་གར་བཅད་ནས་བསྡད་རྒྱག་གི་ཡོད། ཁྱེད་རང་གིས། བུབ། གྲོགས་པོ་རང་བཞིན་གྱིས་རང་གི་ཧམ་བག་ཀ་གཅིག་གང་ཚ་འདི་འདྲ་བྱས་ནས་མི་རྒྱུ་མ་བཏང་བ་ག་རེད། རང་གིས་ཁ་ལག་དེ་ཚོ་བསྡད་བརྒྱབ་ནས་དུམ་བུ་ཆུན་ཆུན་ཟུག་བོར་བ་གང་ཡིན་ཟིན་ན་འཇུ་བདེ་བ་དང་ད་ག་རང་བཞིན་ངོས་ཀྱི་རྒྱ་ཁྱོན་དེ་ཕྱི་རུ་བཏང་ཡོད་རེད་ངོས་ཀྱི་རྒྱ་ཁྱོན་དེ། ཐ་མག་ལྷུང་བཞིན་པའི་བྱ་གླག་སྐོར་ལ་བཤད་གིན་གདའ། ཁྱེད་རང་གིས་བྱང་བུ་ཤི་ཚེ་སེམས་ཅན་ཨབ་ར་དེ་ཐོག་ཁ་ནས་མ་ལྷུང་བ་ཡིན་ན། ཁོ་ལ་སྐྱོན་གལ་ཆིག་མ་རེད། ཁྱེད་རང་གི་ཙི་ཙི་དེ་ཐོག་ཁ་ཐོག་ཅི་ནས་མ་ལྷུང་བ་ཡིན་ན། ཁོ་ལ་སྐྱོན་གལ་ཆིག་མ་རེད་ཁོ་དེ་འདྲས་བཤད་ནས་འགྲོ་ཤག་གི་རེད། རྟགས་ཡིན་ན་ག་འདྲས་རེད། ཇི་ལྟག་ལག་གིར་བ། མི་གཅིག་མིན་ནས་ཇི་ལྟག་ལག་གིར་བ། ཡིན་ནའི་དངོས་པོ་ཆུན་ཆུན་དེ་ཚོ་ཆུན་ཆུན་དེ་ཚོ་ཐོག་ས་ནས་མ་ལྷུང་བ་ཡིན་ནའི་ཁོ་རང་ཚོ་ལ་སྐྱོན་དེ་འདྲས་གལ་བཟུང་མ་རེད། གནས་ཚུལ་དེ་དང་དེ་རིང་ང་ཚོས་བཤད་དེ་སྐོར་ལ་འབྲེལ་བ་ཡོད་ན། འོང། གལ་སྲིད་ཁྱེད་རང་གནམ་གྲུ་བཅིངས་ནས་སྐྱོན་ཆ་མེད་པར་ས་ལ་མ་མཆོངས་འདོད་ཡོད་པ་ཡིན་ན་ཁྱེད་རང་གི་རྒྱ་ཁྱོན་དེ་ཕྱི་རུ་གཏང་ཡག་ཆེད་དུ་ཆུང་གདུགས་དེ་འཁེལ་ནས་ཁྱེད་རང་གིས་མ་མཆོངས་རེད། ཆུང་གདུགས་དེ་འཁེལ་བ་དང་ཁྱེད་རང་གི་རྒྱ་ཁྱོན་དེ་ཕྱི་རུ་འགྲོ་གི་རེད། ཙི་ཙི་འདྲ་བོ་ཡིན་ན་དེ་འདྲས་བྱེད་དགོས་རེད། བུ་སྲིན་གྱི་གྲོག་མ་འདྲ་བོ་ཡིན་ན་དེ་འདྲས་བྱེད་དགོས་རེད། གྲོག་མར་ཆ་མཚོན་མེད་ན་ཁོ་རང་ཡང་ཆུང་གདུགས་རེད། གྲོག་མ་ཁོ་རང་གི་འཇིགས་རྩལ་ལ་ལྟོས་པའི་རྒྱ་ཁྱོན་དེ་ཧ་ལས་པའི་ཆེན་པོ་རེད། ལྷོད་ལྷོད་བྱས་འགྲོ་ཤག་གི་རེད། འུམ། དེ་འདྲས་སོང་ཙང་དཔྱ་དངོས་ཆུང་ཆུང་དེ་ཚོ་མར་ལྷུང་པའི་སྐབས་ལ་ཁོང་ཚོ་ལ་ཡང་ཁེབས་སང་ཆད་ཡོད་རེད། གང་ཡིན་ཟེར་ན་ཁོང་ཚོས་བགྲོད་བསྡད་མྱུར་ཚད་དེ་ཧ་ཅང་གི་མགྱོགས་པོ་ལེགས་རེད། གང་ཡིན་ཟེར་ན་དཔྱ་དངོས་ཆུང་ཆུང་དེ་ཚོ་ཁོང་ཚོས་ལྗིད་ཚད་ལ་ལྟོས་པའི་ངོས་ཀྱི་རྒྱ་ཁྱོན་དེ་དཔེ་ཆེན་པོ་རེད། ད་ང་ཚོས་བགྲོད་བསྡད་མྱུར་ཚད་སྐོར་ལ་བཤད་གིན་གདའ། འདི་ལ་ཡང་ཚིག་ཆ་ཚགས་ཡག་ཁ་ཤས་བྱོས། དེའི་ཚིག་ཆ་ཚགས་ཆེན་གཉིས་ཡོད་གདའ། དེ་གཉིས་ལ་ཡང་བགྲོད་བསྡད་མྱུར་ཚད་ཧ་ཅང་གི་མགྱོགས་པོ་ལེགས་རེད། ཡང་རྩེ་སྐྱེས་ཡག་ལ་ཁོ་གཉིས་དུས་མཉམ་དུ་ལྷུང་སོང་ཨ། འདི་ལ་ཡང་ཡམས་ཚད་གས་མི་འདུག། དེ་གཉིས་ཀྱི་ལྗིད་ཚད་དེ་ཡང་གཅིག་པ་རེད་འདུག། མ་ཟད་རླུང་གི་དར་གོ་དེ་ཡང་གཅིག་པ་རེད་འདུག་ཨ། གལ་སྲིད་ངས་དང་དུག་འདི་འདྲ་གཅིག་ཁྱེའུ་ནས་ཁོའི་ལྗིད་ཚད་དེ་ཆེ་རུ་བཏང་བ་ཡིན་ན། ག་གེའི་ས་ལ་དང་པོ་ལས་ཀྱི་རེད། ལྗི་བ་དེ་རེད་ཤག་མཐོང་སོང་ཨ། ལྗི་བ་དེ་རེད་འདུག་གང་ཡིན་ཟེར་ན་ཁོ་རང་གི་ལྗིད་གོ་དེ། རླུང་གི་དར་གོ་ལས་ཆེ་བ་ཡོད་རེད། རེད་བ། ད། ང་ཚོས་བརྟག་དགོས་ཡ་དེ། འདི་ལ་ཇི་སྩལ་དུ་བྱེད། འདི་ལ་དར་སྒོ་དུད། དེ་ཚོ་མར་ལྷུང་གཡོན་དུད། ཁོང་ཚོའི་འགྲོས་དལ་མྱུར་རྩལ་དེ་ཧ་ཅང་གི་མགྱོགས་པོ་ལེགས་རེད། ད་རླུང་གི་དར་སྒོ་དེ་དངོས་པོ་ཁོ་རང་གི་མགྱོགས་ཚད་ལ་རག་ལས་པ་རེད། ཕལ་ཆེར་དར་སྒོ་གི་མགྱོགས་ཚད་དང་འགྱུར་དོན་དེ་གཉིས་གཅིག་པ་རེད། གལ་སྲིད་དེ་ཡིན་ན། གལ་སྲིད་དེའི་མགྱོགས་ཚད་དང་འགྱུར་དོན་གཅིག་པ་ཡིན་ན། དེའི་ནང་དོན་ག་རེ་ལབ་ན་དངོས་པོ་གཅིག་མར་ལྷུང་བའི་རྒྱང་ཐག་རྒྱང་ཐག་དེ་མགྱོགས་ཚད་དང་དུས་ཡུན་འགྱུར་བ་དེ་རེད། དེས་ལ་ཡ་ལ་དེ་རླུང་གི་འདར་འགོག་དང་འགྱུར་དོན་ཅན་དག་དག་ན་བཞིན་དེ་ཡང་ལྗིད་ཚད་དང་འགྱུར་དོན་ཅན། དངོས་པོ་ཞིག་མར་ལྷུང་བའི་རྒྱང་ཐག་དེ་དེའི་ལྗིད་ཚད་དང། དུས་ཡུན་གཉིས་ཀྱི་འགྱུར་སྟོབས་དང་དེའི་མཐུན་འགྱུར་གྱི་འབྲེལ་བ་ཆགས་ཡོད་རེད། གལ་སྲིད་དེ་བདེན་པ་ཡིན་ན། དེའི་དུས་ཡང་ལ་དངོས་པོ་ཞིག་འདམ་གཉིས་ཀྱི་ཆེ་བ་ཡོད་ན། མར་ལྷུང་ཡག་དེ་ཡང་འདམ་གཉིས་རེད། དུས་ཚོད་གཅིག་པོ་གཅིག་རྐྱང་ལ། བདེན་པ་ཡིན་མིན་བརྟག་གིན་གདའ། ཐལ་འགྲོགས་པ་བྱེད་ཨ། འདི་ལ་ཡང་མི་སྒྲ་གཉིས་ཆེ་བའི་རྒྱུག་པ་བརྗོད། Ted རང་གིས་འདི་གསུངས་རྗེས་དེའ། Ted Bryson ངའི་ལས་རོགས། ད་ངས་ཁྱེད་རང་ཚོར་ག་རེ་སྟོན་གྱི་ཡིན་ལབ་ཡིན་ན་འདི་དེ། གང་དེ་གསུང་གི་ཡིན་ད། མི་དྲ་གཉིས་ཀྱི་ས་དང་འདི་མི་དྲ་གཅིག་གི་ས་ལ་ཡིན་ད། ད་དུས་ཚོད་གཅིག་པ་ལ་མར་གཡུག་གི་ཡིན་ད། གལ་སྲིད། དར་ཀོག་དེ་མྱུར་ཚད་དང་མཐུན་འགྱུར་ཅན་ཡིན་པ་ཡིན་ན། དེ་གཉིས་ས་ལ་དུས་མཉམ་དུ་ལྷུང་གི་རེད་གང་ཡིན་ཟེར་ན་འདི་ལྡབ་གཅིག་གི་མགྱོགས་ཀ་ཡོར་བ། འདི་ལས། ཡིན་ད། ད་ལྟ་གིན་ད་ག་འདྲས་འདུག་ལྟོས་ཨ། ཁོ་གཉིས་དུས་མཉམ་དུ་ལྷུང་མ་སོང་ཨ། སོང་ཙང་ཚོད་དཔག་དེ་ཡག་པོ་བྱུང་མི་འདུག། རེད་དཱ། ཡིན་ན་ཡང་དཔེ་ཆ་ཆབ་ཡིན་ན་དེ་ལས་ཡོད་པའི་རླུང་གི་དར་གོ་དེ། ཏྲེ་ཏྲ་ལེ་གོ་ཨ། དེ་མྱུར་ཚད་ཀྱི། རང་རྒྱུ་དེ་དང་བསྡུར་བ་ཡིན་ན། རེད་བ། གལ་སྲིད་དེ་མྱུར་ཚད་ཀྱི་རང་རྒྱུ་དང་མཐུན་འགྱུར་ཅན་ཡིན་པ་ཡིན་ན། དེའི་དོན་ཨ་ལ་མྱུར་ཚད་ཀྱི་རང་རྒྱུ་དེ། དར་གོ་དང་མཐུན་འགྱུར་ཅན་ཡིན་པ། དག་ན་ཞིག་ལྗིད་ཚད། དེ་འདྲ་ཡིན་དུས་མྱུར་ཚད་དེ་ལྗིད་ཚད་ཀྱི་རང་རྒྱུ་དང་རྩ་བ་མཐུན་འགྱུར་ཅན་ཡིན་དགོས་རེད། དེ་མཐོང་དུས་ཨ་གོ་སོང་ཨ། གལ་སྲིད་དངོས་གནས་དེ་འདྲ་ཡིན་ན། དངོས་པོ་ཅིག་མ་ལྷུང་བའི་རྒྱང་ཐག་དེ། རང་གི་ལྗིད་ཚད་ཀྱི་རང་རྒྱུའི་རྩ་བ་དང་གཅིག་པ་ཡིན་དགོས་རེད། བྱས་ཙང་ང་ལ་ལྡབ་གཅིག་གིས་ཆེ་བའི་དངོས་པོ་ཅིག་ཡོད་པ་ཡིན་ན། དེ་མ་ལྷུང་བའི་རྒྱང་ཐག་དེ་དངོས་པོ་དེའི་ལྗིད་ཚད་ཀྱི་རང་རྒྱུའི་རྩ་བ་དང། དུས་ཚོད་དེ་གཉིས། འགྱུར་བ་དེ་རེད། ཡིན་ནའི་དེའི་མཐུན་འགྱུར་དེ། དེ་ནི། དེའི་རེ་བ། སོང་ཙང་གལ་སྲིད་དར་ཁོག་དེའི་མྱུར་ཚད་ཀྱི་རང་རྒྱུ་དང་མཐུན་འགྱུར་ཅན་དེ་བདེན་པ་ཡིན་ན། དེ་གཉིས་ཀྱི་མར་ལྷུང་བའི་རྒྱང་ཐག་དེ་མྱུར་ཚད་དང་དར་ཁོག་གཉིས་ཀྱི་རང་རྒྱུའི་རྩ་བ་དང་ལྗིད་ཚད་གཉིས་ཀྱི་འགྱུར་ལྡོབ་དེ་ཆགས་འགོ་རེད། གཉིས་ཀྱི་རང་རྒྱུའི་རྩ་བ་ག་རེ་མི་ཤེས་ཀྱི་བས། དེ་ནི་གཅིག་ཚ་བཞི་གཅིག་བཞི་དེ་རེད་བ། མ་རེད། རྒྱང་ཐག་ཆུང་ཆུང་དེ་འགྱུར་འགོ་རེད་བ། གལ་སྲིད་དེ་དངོས་གནས་ཆགས་ཀྱི་ཡོད་ན་ངས་བཅའ་ལག་དེའི་ཡག་དེ་འདྲས་སུ་བྱས་ནས། ལྡབ་གཅིག་དང་ཚ་བཞི་དེ་ལས་ཡག་མཐོ་བ་རྒྱག་དགོས་རེད་བ། ད། མར་གློད་པ་ཡིན་ན་གཅིག་པར་ལྷུང་འགོ་བྱེད་ཀྱི་རེད་བ་ཡིན་ད། ཚོད་ལྟ་བྱེད་ཀྱི་ཡིན་ད། ངས་འདི་ལ་ཡང་བརྟག་བྱ་བྱ་ཡོད། བྱས་ཙང། འདིའི་བར་ཐག་དེ་འདྲི་ཡིན་གདའ། གང་འདི་ལ། ལྡབ་གཅིག་དང་ཚ་བཞི་མཐོ་བ་ཡོད་རེད་བ། བྲིས་དེ་ལས། དེ་འདྲ་ཡིན་དུས་ངས། ལྡབ་གཅིག་གིས་ཕྱེ་བའི་དངོས་པོ་དེ་འདི་གང་འདས་བྱ་ཡིན་གདའ། འདི་འོ་འདས་བྱས། ཐ་མར་གློད་ནས་དུས་ཚོད་གཅིག་པ་སླེབས་ཀྱི་འདུག་བའི་རྟགས་ཡིན་གདའ་ཡིན་གདའ་གྲ་སྒྲིག་ཡིན་པས་ཡ། དེ་མཐོང་སོང་ཨ། དུས་ཚོད་གཅིག་པ་ལྷུང་སོང་ཨ་གོ་ནས་ཡང་བསྐྱར་གཅིག་བྱེད་ཀྱིན་གདའ། ཕྱོགས་འདི་ནས་བྱས་ན།
འོ།
སྤྱི་བོ་དེ་གང་ལ་བྱ་ཡ་བྱེད། ཡང་ང་འདས་བྱེད། རྟགས་དེ་བར་དུ་འམ། དེ་ལ་དུ་བ། གྲ་སྒྲིག། གཅིག། གཉིས། གསུམ། མཐོང་སོང་ང། དུས་ཚོད་གཅིག་པ་ལ། དེ་ལ་ཡོད་པའི་སྤོ་ལོ་དེའི་ཚངས་ཐིག་དེ། ལྡབ་གཅིག་གིས་ཕྱེ་བ་ཡོད་དེ་ལས། གྲོག་རྩེ་ནས་ལྡབ་གཅིག་གིས་ཕྱེ་བ་དུ་བ། ལྡབ་གཅིག་གིས་ཕྱེ་བ་ཡོད་ན་བྱི་ཚེས་དེའང་ལྡབ་བརྒྱད་ཀྱིས་ཕྱེ་བ་ཡོད་རེད། རེ་བ། དེ་ལས་ཡོལ་བ་དེའི་ལྗིད་ཚད་ལྡབ་བརྒྱད་ཀྱིས་ཆེ་བ་ཡོད། རྒྱ་ཁྱོན་ལྡབ་བཞིའི་ཆེ་བ་ཡོད་དུས། དེའི་བསྡུར་ཚད་དེ་ག་རེད། རྒྱ་ཁྱོན་གཅིག་ལ་ལྗིད་ཚད་གཉིས། ང་རང་ཚོ་དེ་ལས་ཡོལ་བའི་བསྡུར་ཚད་དང་གཅིག་པ་རེད། ངས་སྤོ་ལོ་དེ་གཉིས་འདི་འདྲ་བསྲེས་ནས་མར་གཡུག་གིན་གདའ། སྤོ་ལོ་གཅིག་དེ། རྩིས་གཞི་གཅིག་གི་ས་དང། སྤོ་ལོ་གཞན་དེའི་མཐོ་ཚད་རྩིས་གཞི་གཅིག་དང་བཞིའི་ས་ནས་མར་གཡུག་གིན་གདའ་ཁྱེད་རང་ཚོ་ལྟོས་ཨ། ཨོ། དེ་གཉིས་མཉམ་དུ་ལྷུང་མ་སོང་ཨ་རྒྱུ་མཚན་ག་རེ་ཡང་ཤེས་ཀྱི་ཡོད་བས། གང་ཡིན་ཟེར་ནས་སྤོ་ལོ་འདི་གཉིས་འགྲོས་དལ་མྱུར་རྩལ་ཐོག་སླེབས་ཡོད་མ་རེད། གང་ཡིན་ཟེར་ནས་སྤོ་ལོ་འདི་གཉིས་ཧ་ཅང་བྱེད་དྲགས་པའི་སྐྱོན་རེད། ངས་བྱེད་ཐུབ་པ་དེ་སྤོ་ལོ་འདི་གཉིས་ཡང་དུ་བཏང་ཡག་དེ་རེད། དེའི་ཐོག་ནས་ཁོ་གཉིས་འགྲོས་དལ་མྱུར་རྩལ་གང་སླེབས་ཐུབ་ཀྱི་རེད། ངས་འདི་མ་གློད་པ་ཡིན་ན་འགྲོས་དལ་མྱུར་རྩལ་ཐོག་སླེབས་ཡག་ལ་ཐག་རིང་པོ་དེ་འདྲའི་གས་འགྲོ་མ་རེད་ཡིན་དག་ལྟོས་ཨ། གཅིག་བྱས་ན་སེ་འདྲ་མི་འདྲ་གཅིག་ཙམ་ལ་ཡང་མྱུར་སྣོན་བྱེད་དགོས་ཅིག་རེད་དེ་རྗེས་ནས་ས་ལ་མ་སླེབས་བར་དུ་འགྲོས་དལ་མྱུར་རྩལ་གང་འགྲོ་གི་རེད་ཡིན་ནའི་བཅའ་ལག་འདི་གཉིས་གསར་པ་ཐོག་མྱུར་སྣོན་བྱས་ནས་འགྲོ་དགོས་རེད། གལ་སྲིད་ངས་སྤོ་ལོ་འདི་གཉིས་རྒྱུ་ལམ་གཅིག་ནས་མ་བཏང་པ་ཡིན་ན་ག་རེ་ཡོང་གི་རེད། མྱུར་སྣོན་བྱེད་ཀྱི་རེད་ཡིན་ན་ཡང་ཧ་ལས་པའི་ཆུ་འཇུག་རེད། ང་ཚོས་བྱེད་ཐུབ་ཀྱི་རེད། ཆུ་བླུགས་པའི་ཤེལ་དམ་དེ་བེད་སྤྱོད་བཏང་ནས་བྱེད་ཀྱིན་གདའ། Ted། Ted ང་གཉིས་རྩེད་མོ་རྩེས་བསྡད་ཡིན། ཁ་སྙིང་ཤེལ་དམ་དེ་མཉམ་དུ་རོལ། ང་ཚོར་དེ་ལས་ཡག་ག་རེ་ཡོད་རེད་ལབ་ཡིན་ན་དེ་ལས་ཁ་ཤས་བྱོས། དུམ་སུ་ཁ་ཤས་བྱོས། གཅིག་གིས་ཚངས་ཐིག་དེ་བཞེངས་དེ་ལས་ལྡབ་གཅིག་གིས་ཆེ་བ་ཡོད། ག་རེ་ལ་དགོས་རེད་ལབ་ན་ལྡབ་བརྒྱད་ཀྱིས་ལྗི་བ། དེའི་ལྗིད་ཚད་དང་རྒྱ་ཁྱོན་གྱི་བསྡུར་ཚད་དེ་གཉིས་དང་གཅིག་རེད་རོལ། སོང་ཙང་ངས་ཁོ་གཉིས་འདི་ནས་མར་དུས་ཚོད་གཅིག་ལ་གློད་དུས། ཡིན་པ་རེད་ལྗིད་ཚད་ཆེ་བ་དེ། དང་པོ་ལས་སུ་འང་མཐོང་སོང་ངས། ད་ངས་གར་གཅིག་ཡིན་ལབ་ཡིན་ན། ད་ཡང་བརྒྱ་དེ་གཉིས་མར་གློད་གི་མིན་ད་རེད་བ། ཁྱེད་རང་ཚོ་ཡམ་ཚིང་གི་ཡོད་ཀྱི་རེད། འོ་འཕྲལ་གས་གས་ས་ཡིན་འདྲ་བྱེད་ཀྱི་འདུག་འོ། ཁོ་རང་གི་ལག་པ་རིང་པོ་དེ་གས་ནས་འདི་འདྲས། དེ་སོང་ཙང་ཁོ་རང་གས་ལྕགས་ལྷག་ཆུང་ཆུང་དེ་བཟོས་རེད། ད་གར་འཆི་བ་རེད་ལབ་ཡིན་ན། དེ་འཕྲལ་དྲི་གི་རིག་པར་གདའ། སོང་ཙང་ངས་གར་འཆི་གིན་ལབ་ན་བདེ་ཆགས་གིན་གདའ། མ་རེད་ལྟོས་ཨ། དེ་ངའི་རིག་པར་གདའ་གྲོགས་ལགས་དང་ངས་འོ་དེ། དེ་ལས་བྱེད། དེ་ལ་ཡང་ང་ཚོས་གར་ཆས་ཡོད་རེད་ལབ་ན་ཚད་བརྒྱབ་བྱ་ཡོད་རེད། དེ་ནས་དེའི་བ། དྲིའི་རིག། དེ་ནས་དེའི་བར་ལ། དྲིའི་གི་ལྡབ་གཅིག་དང་ཚགས་བཞི་ཡོད། དེ་ཏོགས་ཐག་རིང་རེད་ཁྱེད་རང་ཚོས་མཐོང་གི་འདུག་ཨ། དེ་ལ་ཡང་གཅིག་དང་ཚགས་བཞི་རེད་སྔོན་གི་ཚིགས་བཅད་ཚགས་བཅད་དེ་འདྲ་བོ་རེད། བྱས་ཙང་ཐབས་ཤེས་བྱེད་གིན་གདའ། ཨོ། དེ་འདྲས་ཚོང་ཙང་ཚོས་འདི་བཟོས་ཡིན།
ཆུ་མང་ཙི་གོ་དུ། ཆུ་ཐིག་ཙི་མང་བ་གོ་གི་ཡོད་ས་རེད། ཧུང་ད་གོ་ཙུག་གིན་ད། འདི་ལས་ཡག་ཆུ་ངོ་ཆེ། འདི་ལས་ཆེས་ཆེ། ངས་དེ་ཞོག་ཅིག་ལ་བསྐོར་ནས་མར་གློད་གིན་ད་ཁྱེད་རང་ཚོས་དེ་དུས་མཉམ་ལྷུང་གི་འདུག་བས་ལྟོས་ཨ། ཨོ། ཨོ། ཨོ། ག་འདྲས་འདུག་ཡག་པོ་མི་འདུག་ཨ་ཐུང་གུ་དེ། ཡིན་ད། དེ་ནས་དེ་དངོས་པོ་བརྗིད་པ་དེ་ཡང་བ་ད་དུས་མཉམ་དུ་ལྷུང་གི་རེད་ཡང་ན་མགྱོགས་ཨ། མགྱོགས། དེ་གཉིས་དུས་མཉམ་དུ་ལྷུང་སོང་བ་ཡིན་ནའི་གཅིག་ཐོག་ཡོད་བ་དེ་འདྲས་ཡིན་དུས་ཁོ་ཐག་རིང་བ་འགྲོ་རྒྱུ་གལ་ཡོད་ར་དེ་སྙིང་འཇུག་མི་འདས། འོ་ཡ། གོ་ནས་གཅིག་བྱེད་ཀྱིན་ད་རོ་ཨ། ཡིན་ད། གལ་སྲིད་དེ་གཉིས་ཉྭ་ཤི་བའི་རོ་ཡིན་ན་ཉྭ་རོ་དེ་གཉིས་མར་ལྷུང་ཡོད་དུས་ཁོ་གཉིས་ག་རེ་སྔོན་ལ་ལྷུང་གི་རེད་ཆེ་བ་དེ་སྔོན་ལ་ལྷུང་གི་རེད་ཡང་ན་ཆུང་བ་དེ་སྔོན་ལྷུང་གི་རེད། ཆེ་བ་དེ། རེད་ཆེ་བ་དེ་མགྱོགས་པ་ལྷུང་གི་རུ་ཨ། རང་ལ་ཆུ་རྐྱེན་གྱི་གྲོགས་པོ་དེ་འདྲས་ཡོད་པས། ཡང་ན་ཁྱེད་རང་ལ་ཆུ་རྒྱལ་གྱི་གྲོགས་པོ། དྲིན་དུ་བྱིན་གྱིས་འདྲེ་ཡི་བ། ཡང་ན་ཁྱེད་རང་ལ་ཆུ་རྒྱལ་གྱི་གྲོགས་པོ་ཨོ་བྷི་ཡ་ཏཱ་དང། ཁྱེད་རང་ལ་ངོ་ཤེས་པ་ཆུ་རྒྱལ་གྱི་གཟུགས་པོ་ཆུང་ཆུང་འདྲེ་ཡི་བས། ཚེ་སྐྱེལ་བྱེད་སྟངས་འདིས་ཆུ་རྒྱལ་དེ་ལ་ཡང་བེད་སྤྱོད་འགྲོ་བ་ཡོང་གི་རེད་བས། ཡང་ན་ཆུ་རྒྱལ་གྱི་ཆུང་བ་དེ་ལ་ཕན་གྱི་དོགས་གི་མ་རེད། མི་གཉིས་རི་ནས་མར་ལྷུང་བར་བྱེད། རླུང་མེས་སྟོང་པ་ལ། མི་ཆེ་བ་དེ་ཡང་ན་ཆུང་བ། སུ་སྔོན་ལ་ས་ལ་ཟ་གི་རེད། གཅིག་པ། ད་མི་གཉིས་གཡག་ནས་མར་རླུང་དང་མཉམ་དུ་ལྷུང་བ་ཡིན་ན། གཅིག་ལྗི་བ་ཡོད་རེད་གཅིག་ཡང་བ་ཡོད་རེད་ག་གི་སྔོན་ལ་ཟ་གི་རེད། ལྗི་བ་དེ།
ཐང་གའི་དེ་ལ་ཡང་སྤོ་ལོ་གཉིས་ཡོད་བ། གཅིག་ལྗི་བ་ཡོད་རེད་གཅིག་ཡང་བ་ཡོད་རེད་ག་གི་སྔོན་ལ་ཆུའི་ནང་ལ་མར་ལྷུང་སོང། ལྗི་བ་དེ། ལྗི་བ་དེ།
ཧུམ།
ཆུ་རྒྱན་གན། ག་གིས་ཆུའི་ནང་ལ་སྒྱོགས་བ་འགྲོ་ཐུབ་གི་རེད་ཡིན་ད། ལྗི་བ་དེ།
ལྗི་བ་དེ།
ཡང་བ་དེ་ལྗི་བ་དེ་བརྗེད་ཟིན་ཡ་ཆེད་དུ་ཐབས་ཤེས་བྱེད་རྒྱུ་ག་གི་རེད། དེར་བ། སྲོང་བཙག་གྲུ་ཆེ་བ་དེ་གྲུ་ཆུང་བ་ལས་མགྱོགས་བ་དྲུག་ཡོད་རེད་ད། རང་བཞིན་ཉག་ཆེ་བ་དེ་ཉག་ཆུང་བ་ལས་མགྱོགས་པ་ཡོད་རེད་བ། ཉག་ཆུང་བ། ཨོ། ཉག་ཆེ་བ་དེ་དེ་འདྲས་ཁ་དང་ནས་འགྲོ་དུས་ཉག་ཆུང་བ་དེ་རྗེས་ཟིན་ཐུང་མ་རེད་བ་དེ་འདྲས་མ་རེད། དངོས་པོ་ཆུང་བ་དེ་ཚོ་ལ་རང་གི་ནུས་ཤུགས་ལ་ལྟོས་པའི་དར་གོ་ཆེ་བ་ཡོད་རེད་དེ་འདྲས་རེད་བ། ཚད་འཇལ་གྱི་ནུས་སྣང།